ལྷག་ཏུ་སྤྱོད་པའི་འགྲོ་བ་ཡོངས་ཀྱི་མ་འདྲེས་པའི་མཛའ་བཤེས། གཞོན་ནུ་གོང་ས་ཤང་ཀང་རྒྱལ་བའི་དབང་པོ་ཐང་ཆེན་བྱིན་གྱིས་གཟིགས་པ་ཆེན་པོ་མཆོག་ལ་སྒོ་སྲང་གུས་ཞབས་སྔར་འདུ་འཕེལ་བའི་ཐོག་ནས་ནས་དེ་རིང་ཉིན་བཞི་པའི་གིང་ཚོགས་ཏེ་ལྔ་པ་དེ་ཚོགས་སྟེང།

གོང་ཚང་ཞིག་གནང་ནས་ཉིས་སྟོང་གཅིག་ལོར་རྒྱ་གར་བྷ་བྷི་ཡ་དུ་འབྱོར་ནས་གཞོན་ནུ་གོང་ས་ཤངས་ཀོ་ཆེན་པོ་མཆོག་གི་སྲས་ཤཱན་ཇཱ་དེ་དཔལ་ལྡན་འབྲས་དཀར་དཔོན་པོའི་སྒོ་མོ་དགྲ་སྲོང་ལ་ཆོས་བརྒྱུད་གནང་སྟེ་ད་ཉིས་སྟོང་གཅིག་ནས་བཟུང་བ་ཅིག་གིས་ཉིས་སྟོང་གཅིག་བདུན་བར་དུ་ལྷག་པར་ལོ་ཉེར་ཚིག་བརྒྱད་དུ་གནང་སྟེ་འདུག་འོ་ད་ལྷ་རམས་དགེ་བཤེས་པ་ལྷ་རམས་དགེ་བཤེས་ཨམ་དང་པོའི་གི་མཚན་གནས་བཞེས་དེའི་རྗེས་སུ་ད་རྒྱུད་སྟོད་དགྲ་སྲོང་ལ་ཕེབས་ནས་འོ་ད་གར་ཚེ་གོ་རེ།

ལ་སོགས། སྐྱབས་གསུམ་ཀུན་འདུས་ཀྱི་ངོ་བོ་དྲིན་ཅན་བླ་མ་རྣམས་ལ་སྒོ་སྲུང་གུས་པ་ཆེན་པོས་ཕྱག་འཚལ་ལོ། བསྟན་པའི་བདག་པོ་སྟོང་པ་བཅོམ་ལྡན་འདས་རྒྱལ་བའི་རྒྱ་མཚོ་བྱམས་པ་མགོན་པོ་དང་རྒྱལ་བ་གཉིས་པ་བློ་བཟང་གྲགས་པ་སོགས་རིས་མེད་བསྟན་འཛིན་ཚོགས་རྣམས་ཕྱག་གི་ཡུལ། བྱམས་དང་བརྩེ་བ་ལྷ་ཡི་རྣམ་པར་ཤེས་ཐུགས་རྗེ་ཆེན་པོ་མི་ཡི་གཟུགས་སུ་བྱོན། མ་རྣམས་འགྲོ་ལ་བུ་གཅིག་སྟེར་མཛད་པའི་ཐུགས་རྗེ་ཅན་གྱི་བླ་མ་དེ་ལ་འདུད། རྒན་གཏན་མཁས་པའི་གསུང་རབ་མཚོ་ཆེན་ལས་གཟུང་འཛིན་རྟོག་པའི་གསུང་སེམས་དཔེ་སེར་གྱི་བླུན་མོ་བློ་ཡིས་རྙེད་པའི་སེང་སྒྲུང་འགའ་ཅོ་སྟོན་བུང་བ་བསུ་བའི་དཔྱིད་སུ་འབོ་རོ། ཅེས་སྔོན་བཅོ་ཁེ་པ་རྣམས་ཀྱིས་ཆོས་ལྡན་གྱི་བྱ་བ་གང་བྱེད་པའི་ཐོག་མར་སྐྱབས་སུ་འགྲོ་བ་སྔོན་དུ་འགྲོ་དགོས་པ་ཞིག་ཆེད་དུ་བསྟན་བཅོས་ཀྱི་འུར་ཆོས་སྦྱོར་མཛད་པ་ལྟར་ཡོ་བྱད་པར་སྦྱངས་ལ་མཆོད་པར་སྦྱོར་བ་སྔོན་དུ་བཏང་སྟེ། བདེན་བཞིའི་ངང་དུ་ཕྱིན་ཅི་མ་ལོག་པར་རང་ཉིད་ཀྱིས་གཟིགས། གཟིགས་པའི་དོན་དེ་ཉིད། གཞན་ལ་ཕྱིན་ཅི་མ་ལོག་པར་སྡོམ་པར་མཛད་པའི་སྨྲ་བ་ཟླ་མེད་པའི་སྟོང་པ་ཐུགས་རྗེ་ཆེ་དེ་ཉིད་གནས་མཆོག་རྡོ་རྗེའི་གདན་གྱི་བྱང་ཆུབ་ཤིང་དྲུང་དུ། མངོན་པར་རྫོགས་པར་འཚང་རྒྱ་བའི་ཚུལ་བསྟན་ནས་ཐུན་མོང་གདུལ་བྱའི་སྣང་ངོར་བདེན་པ་བཞིའི་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་གནས་ཁྱད་པར་ཅན་ཡོད་ཝཱ་ར་ན་སའི་རྟེན་གཞིར་བྱས་པའི་བོད་ཀྱི་ཆོས་རིག་འཛིན་སྐྱོང་ལ་བྱས་རྗེས་ཤིན་ཏུ་ཆེ་བ་ཝཱ་ན་དབུས་བོད་ཀྱི་ཆོས་དར་གཙུག་ལག་སློབ་གཉེར་མཁན་གྱི་ཁང་གི་གཏན་ཚིགས་དང་ནང་དོན་རིག་པའི་སྡེ་ཚན་ནས་གོ་སྒྲིག་ཞུས་པའི་ཆོས་ལྡན་གྱི་བྱ་བ་ཁྱད་པར་ཅན། གོ་སྟོན་རྒྱལ་ཡོངས་ཤེས་བྱའི་བགྲོ་གླེང་ཚོགས་ཆེན་དུ་ནི། ཞུགས་པའི་ཚོགས་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། དེ་ནས་ངེད་ཀྱིས་ད་ལྟ་དེའི་བརྗོད་གཞི་དེ། སྔོན་མདོ་རྒྱན་ལས། རྣམ་རྟོག་བཞི་པོ་བདེན་སྟོན་པ་ཞེས་པའི་ཐད་ཀྱི་འགྲེལ་པ་དོན་ཚན་ལས། མཐོང་བ་དང་བསྒོམ་པའི་སྤང་བར་བྱ་བའི་གཟུང་བ་དང་འཛིན་པའི་རྣམ་པར་རྟོག་པ་བཞི་བོ་འཆད་པར་འགྱུར་བའི་ཚུལ་དང་འབྲེལ་བར་འབྱུང་བ་ནི་ཞེས་པའི་མཐོང་ལམ་རྟོག་པ་བཞིའི་སྐོར་དེ་རེད། དེ་ཡིན་དུས་ད་ད་ལྟ་དཔྱད་སྟངས་འདི་ནི་མ་དཔྱད་རྩོམ་ལ་བྲིས་བྱས་ཡོད་དེ་ཡིན་ནའི་ལན་ང་རང་མ་གཅིག་སྟེ། ཆགས་ཚ་རྩོམ་ཕྱོགས་ཆ་ཚང་བློ་མི་གོ་བ་ཅན་ནི་སྙིང་བསྡུས་སྙིང་བསྡུས་ཅིག་མ། ཤེས་ཐུལ་བ་གི་ཐོག་ལ་ནི་འབད་རྩོལ་ཞུ་གི་ཡིན། ལྟ་དེ་ཡིན་དུའང་ལྟ་དེ་གའི་མཐོང་ལམ་རྟོགས་པ་ཞེས་བྱ་དུས་བརྩམས་པ་སྤྱི་དང། སྐབས་འདིར་འདོད་པའི་རྟོགས་པ་ཞེས་དེ་ལ་ཀུན་ཉོན་གཟུང་རྟོག་རྣམ་བྱང་གཟུང་རྟོག་འཛིན་རྩལ་རྟོགས་པ་བཏགས་འཛིན་རྟོགས་པ་ཅེས་ཏེ་རྟོགས་པ་ཞེས་བྱ་བ་རེད། ལྟ་རྟོགས་པ་བཞི་པོ་དེ་ནི་ད་ལྟ་སྔོན་མདོ་རྒྱན་གྱི་སྐབས་དང་པོའི་སྐབས་སུ་བསྟན་འོང་དུས་གཞི་ལྟ་དེ་ཡི་གཉེན་པོ་ཡིན་ཞེས་པ་ནི་ཕུང་སོགས་རྟེན་ལས་དེ་བཞིན་ནོ་ཞེས་པའི་བར་གྱི་ཚིགས་བཅད་གཉིས་ཀྱིས་ལྟ་མཐོང་འཁོར་གྱི་སྤང་བྱ་སོ་སོར་མ་ཕྱེད་པའི་སྤྱིར་རྟོགས་པ་ཞིག། རྣམ་བཞག་བསྟན་པ་རེད། དེ་ནས་གཉེན་པོའི་ཚོགས་སྒྲུབ་བྱེ་བྲག་ཏུ་སྟོན་པའི་སྐབས་སུ། མཐོང་དང་བསྒོམས་པའི་ལམ་དག་ལ་གཟུང་དང་བརྫུན་པའི་རྣམ་རྟོག་རྣམས་ཉེ་བར་ཤེས་པར་བྱ་བའི་ཕྱིར་གཉེན་པོ་རྣམ་པ་བརྒྱད་ཅེས་བྱ་ཞེས་པའི། ནི། ཞེས་པའི་སྐབས་སུ། མཐོང་སྒོམ་གྱི་སྤང་བྱ་བཞི་ཚན་གཉིས་ཀྱིས་ནི་ནི་བརྒྱད་བསྟན་པ་ནང་བཞིན། སྐབས་ལྔ་པའི་སྐབས་སུ་ཡང། འཇུག་པ་དང་ནི་ལྡོག་པ་ལ་ཞེས་པ་ནི་བརྫུན་པའི་རྣམ་རྟོག་གཞན་ཡིན་ནོ་ཞེས་པའི་བར་གྱི་ཚིག་བཅད་བཅུ་གཉིས་ཀྱིས་མཐོང་པ་རྟོགས་པ་བཞི། མདོར་བསྡུས་རྗེ་དང་སངས་རྒྱས་ཀྱི་ཞེས་པ་ནི་རྣམ་པར་རྟོག་པ་ཐ་མར་བྱེད་ཞེས་པའི་བར་གྱི་ཚིགས་བཅད་དགུའི་དགོངས་པ་རྟོགས་པ་བཞི་སྟེ་རྒྱས་པར་བཤད་པ་རེད། ལྟ་སྤྱི་དང་བསྟན་བཅོས་དངོས་པོར་རྟོགས་པའི་རྒྱན་དེ་ལ་དཔེ་ཆའི་ངེས་ནོར་མེད་ཡ་ཡིན་ན་ཚིགས་བཅད་ཕལ་ཆེར་ཉིས་བརྒྱ་དོན་བཅུ་དོན་གཉིས་ཡོད་པའི་བཟོ་གྲྭ་ཅིག་འདུག་ར་ཉིས་བརྒྱ་དོན་བཅུ་དོན་གཉིས་ཡོད་པ་ལས་རྟོགས་པ་བཞིའི་རྣམ་གཞག་དེ་ཉིད་ནི་སྟོན་པའི་སྔ་ཕྱིའི་ཚིགས་བཅད་ཕལ་ཆེར་ཉུར་བཞི་རྩ་བཞི་འདྲ་བོ་ཅིག་འདུག་དེ་ཡིན་དུས་བརྩམས་པ་ད་རྟོགས་པ་ཞིག་གི་རྣམ་གཞག་འདི་ཉིད་བསྟན་བཅོས་མངོན་རྟོགས་ཀྱི་སྐབས་སུ་ནི་ཆེས་རྒྱས་པར་བཤད་པའི་དོན་ཚད་བྱེ་བྲག་པ་ཞིག་རེད་བྱ་སྲིད་པ་བཅས་དེ་འདྲའི་རེ་བ་ཅིག་སྤྲད་བཞག་ཡོད་དེ་རེད་བཤད།

རང་གི་དམུས་ཡུལ་བཟུང་བ་ལ་མི་གནས་ལུང་སྤྱོད་རྗེས་རིགས་སུ་བདེན་པར་བཟུང་བའི་ཆ་ནས་བཞག་པའི་བདེན་འཛིན་དེ་ནི་བཟུང་རྟོག་གི་མཚན་ཉིད་ཤེས་སྒྲིབ་བཟུང་རྟོག་གི་མཚན་ཉིད་རེད། ད་དེ་ལ་ཤེས་སྒྲིབ་ཀུན་ཉོན་བཟུང་རྟོག་དང་རྣམ་བྱང་བཟུང་རྟོག་གཉིས། ད་དེ་སོ་སོའི་མཚན་ཉིད་འགྲོ་བྱ་བ་ན་རང་གི་དམུས་ཡུལ་ཀུན་ཉོན་ཕྱོགས་ཀྱི་ཆོས་ལ་མི་གནས། ལུང་སྤྱད་རྗེས་བདེན་པར་བཟུང་བའི། ལུང་སྤྱད་རྗེས་རིགས་སུ་བདེན་པར་བཟུང་བའི་ཆ་ནས་བཞག་པའི་བདེན་འཛིན་ཀུན་ཉོན་བཟུང་རྟོག་དག་ན་ཤེས་རྣམ་བྱང་བཟུང་རྟོག་ལ་ཡང་རིགས་པ་དུས་སུ་སྦྱར་ཡ་རེད། དེ་ནས། འཛིན་རྟོག་བྱེད་དུས་རང་གི་དམུས་ཡུལ། འཛིན་པའི་ཆོས་ལ་དམིགས་ནས་ལུང་བཅད་ཕྱིར་བདེན་པར་གསལ་བའི་ཆ་ནས་བཞག་པའི་བདེན་འཛིན་དེ་ནི། ཤེས་སྒྲིབ་འཛིན་རྟོག་གི་མཚན་ཉིད་རེད། ད་དེ་ཡིན་པ་དེ། ཁུངས་གཏུགས་ས་འགྲོ་བ་ཀྱི་མཚན་ཉིད་སྔ་ར་རང་སོར་བཤད་ནས་ཡོང་པ་ར་དེ་ཡིན་དུས་བསམ་པ་ཀུན་གྱིས་བྱ་ཞེས་པའི་བར་ཆད་མཐའ་ཆོད་ནང་ལ་མཚན་ཉིད་བཞག་བཞག་པ་དེ་ཚོ་བཀོད་བཞག་པ་དེ་འདྲས་ཅིག་ཡིན། ད་དེ་ཡིན་དུས་བསམ་པ་མཚན་ཉིད་ཀྱི་ཚོར་དེ་ལ། རང་གི་དམིགས་ཡུལ་བཟུང་བ་ལ་དམིགས་ནས་ལུང་སྐྱེས་ཀྱི་རིགས་སུ་བདེན་པར་བཟུང་བའི་ཆ་ནས་བཞག་པའི་བདེན་བརྫད་ཟེར་ཡ་གི་རིགས་སུ་གནས་པ་ཟེར་ཡ་དེ་ཆ་ནས་བཞག་པ་ཟེར་བཅས་གཉིས་ཡོད་རེད། ད་དེ་ཡིན་དུས་རྩོམ་པ་དེའི་གི་རིག་གནས་ཟེར་ཡ་དེ་གའི་གར་རིགས་སུ་གནས་པ་ཟེར་ཡ་དེ་ག་རུ་འདུག་གོ་རེད་ཟེར་དུས་ཨ་ནི་རིག་གནས་ཀྱི་ལྡོག་རྫས་འདུག་ཅེས་གསུང་བ་རེད་ལྡོག་རྫས། ད་ལྡོག་རྫས་བྱེད་དུས་རྩོམ་པ་ག་རེ་རེད་ཟེར་དུས་སྐབས་ལྔ་པའི་སྐབས་སུ་བཤད་བཞག་ཡ་གི་ཉན་ཐོས་ཀྱི་ལམ་འབྲས་ལ་དམིགས་ནས་ཨ་ནི་བྱང་སེམས་ཀྱི་ལྡོག་ཆ་བདེན་པར་མཛད་པའི་བདེན་བརྫད་དེ། གཟུང་རྟོག་རེད། ཡིན་ན་ལས། ལུང་སྤྱོད་སྤྱིར་བདེན་པར་འཛིན་པའི་བདེན་རྫས་དེ་ཆག་འོག་མ་རེད་ལུང་སྤྱོད་སྤྱིར་རིགས་སུ་བསྟན་པར་ཟེར་བའི་ཆ་ནས་བཞག་པའི་བདེན་རྫས་ཅེས་པའི་རིག་གནས་ཀྱི་བསྡུ་རྒྱུ་དེ་རེད། ད་དེ་ཡིན་པའི་ཁུངས་དེ་ལ་རྣམ་ཤེས་གཉེན་པོ་ཅན་གྱི་ནང་ལ་འདི་འདྲའི་སྤྱི་བོར། གཟུང་བར་རྟོག་པ་དང་འཛིན་པར་རྟོག་པ་ཞེས་བྱ་བ་ནི་ཕྱོགས་ཙམ་རྩོམ་པར་བྱེད་པ་ཡིན་གྱི། སྤང་བྱ་རྟོག་པ་ཐམས་ཅད་འཛིན་སྟངས་དེ་དང་འབྲེལ་བར་ཟེར་བ་མ་ཡིན་ཏེ། ཉན་ཐོས་ཀྱི་ལམ་འབྲས་ལ་དམིགས་ནས་བྱང་སེམས་ཀྱི་ལྡོག་ཕྱིར་བདེན་པར་ཞེན་པ་ཡང། ནི་སྐབས་འདིར་བསྟན་པའི་རྟོག་པ་ཡིན་པའི་ཕྱིར་གསུངས་བ་རེད། དེ་ཡང་འདིར་བསྡུས་ནས་བསྟན་པ་ཙམ་ཡིན་ལ་བསྟན་བཅོས་ཀྱི་སྐབས་ནི་བསྟན་པ་དང་དོན་གཅིག། དོན་གཅིག་བཟོ་ཟེར་ད་དོན་གཅིག་པ་རེད་ཟེར་ནས་དེ་འདྲས་སོང་བ་རེད། ཡིན་ན་ཡང་ད་འདིའི་ཁབ་ཏུ་སྤྱི་བཏང་གི་རྣམ་བཤད་ཀྱི་ལུང་དོན་བཞག་སྟངས་ཟེར་ན་རེད་དེའི་རྗེས་སུ་ད་གདན་ས་ཁག་གི་ཡིག་ཆ་ཁག་ལ་བལྟས་ཚེ་གཟན་རྩྭ་མ་འདྲ་བ་ཡོང་གི་འདུག་དེ་ཡིན་དུས་ཙམ་པོ་ངས་ད་ལྟ་ཟེར་ཡ་གི་རྣམ་བཤད་ཀྱི་གཞུང་དང་ཀུན་མཁྱེན་རིན་པོ་ཆེ་གི་ཨ་མདའ་ཕར་ཆེར་ཐག་ཆོད་གནང་ལ་སོང་བ་ཞེ་བཞག་བྱས་ན། ཉན་ཐོས་ཀྱི་ལམ་འབྲས་ལ་དམིགས་ནས་བྱང་ཆུབ་ཀྱི་ལྡོག་ཆས་བདེན་པར་འཛིན་པའི་སྡེ་ཚན་དེ། བཟུང་དོགས་རེད། ཡིན་ན་ཡང་རང་གི་དམིགས་ཡུལ་བཟུང་བ་ལ་དམིགས་ནས་ལུང་སྐྱེས་སྤྱིར་བདེན་པར་འཛིན་པའི་བདེན་ཚད་དེ་ཆག་སྒོ་མ་རེད་ལུང་སྐྱེས་སྤྱིར་རིགས་སུ་བདེན་པར་འཛིན་པ་བྱེད་པའི་རིག་གནས་ཀྱི་བསྡུ་རྒྱུ་དེ་རེད་གསུང་བ་རེད། ད་དེ་ཡིན་དུས་དེ་ག་ནང་བཞིན་ཕལ་ཆེར་ཕལ་ཆེར་བླ་མ་རྗེ་བཙུན་པའི་ཕ་ཆེ་སྤྱི་དོན་གྱི་ནང་ལ། དེ་ལྟ་བུའི་ལྡོག་འཛིན་དེ། བཟུང་བ་ཙམ་གྱིས་བདེན་པར་འཛིན་པ་མ་རེད། ཡིན་ན་ཡང་སྐབས་བཟུང་རྟོགས་རེད། ད་ཕལ་ཆེར་ཕལ་ཆེར་དེ་འདྲའི་རེད་ཅེས་གསུང་བཞིན་འདུག་དེ་ནི། ཀུན། ཨ་མདའ་དེ་གའི་པཎ་ཆེན་རིན་པོ་ཆེ་གིས། ནི། ཐག་གཅོད་གཞིས་ཆགས་བྱས་ན་ཕལ་ཆེར་ཕལ་ཆེར་ཉན་ཐོས་ཀྱི་ལམ་འབྲས་ལ་དམིགས་ནས་བྱང་ཆུབ་ཀྱི་ལྡོག་ཆས་བདེན་པར་འཛིན་པའི་བདེན་འཛིན་དེ། སྐབས་འདིར་བསྟན་གྱི་རྟོགས་པ་རེད། ཡིན་ན་ཡང། བཟུང་རྟོགས་མ་རེད། སྐབས་འདིར་བསྟན་གྱི་རྟོགས་པ་དེ་ལ་བཟུང་རྟོགས་དང་འཛིན་རྟོགས་གང་རུང་དགོས་གི་མ་རེད། ནི་ཕལ་ཆེར་དེ་ཡིན་དུས། ཉན་ཐོས་ཀྱི་ལམ་འབྲས་ལ་དམིགས་ནས་བྱང་ཆུབ་ཀྱི་ལྡོག་ཆས་བདེན་པར་འཛིན་པའི་བདེན་འཛིན་དེ། སྐབས་འདིར་བསྟན་གྱི་ནི་གཟུང་རྟོག་ཡིན། བཀའ་སྩལ། སྐབས་འདིར་བསྟན་གྱི་རྟོག་པ་ཡིན་པ་གཅིག་པ་ཡིན་ན་ལས་གཟུང་རྟོག་ཡིན་ཟེར་ཡ་གཅིག་དང་མིན་ཟེར་ཕྱོགས་གཉིས་ཡོང་གི་འདུག་དེ་ཡིན་དུས་ང་འདི་ང་རང་གིས་བྱས་ན་འདི་གཟུང་རྟོག་ཡིན་པའི་ཁུངས་ཤིག་བཞག་བྱས་ནས་འོང་བྲིས་ཡོད་ཟེར་འོང་དེ་འདྲའི་གཅིག་ཡིན། དག་སྣང་ཤེས་ཨ་མདའ་འདི་གས་རང་གི་དམིགས་ཡུལ་གཟུང་བ་ལ་མི་ནས་ལུང་སྐྱེས་སྐྱེས་རིགས་ཚུལ་བདེན་པར་གཟུང་བའི་ཆ་ནས་བཞག་པའི་བདེན་ཚན་ལ་བྱ་བ་རེད། ཆ་བཞག་ཅིག་སྦྱར་བྱ་བ་རེད། ཆ་བཞག་དེ་གས་གར་གཅིག་བཀའ་ཚོད། གར་དུས་གོ་རེ་ཚུལ་བཀའ་ཚང། ཆོས་ར་དུང་ཚོད་ཀྱི་རྟོག་པ་ཡང་བརྡོལ་སོང་བྱ་བ་རེད། བྱ་བྱ་སྟེ། བདག་དེ་ཧིན་དྷུའི་རྩོམ་པ་སྐབས་འདིར་གྱི་གཟུང་རྟོག་བསྟན་ལ། ཕྱི་རོལ་དུ་མཛོད་ཀྱི་རྟོག་པ་གཟུགས་ཕྱི་རོལ་དུ་གྲུབ་པར་འཛིན་པའི་རྟོག་པ། གཟུགས་ཕྱི་རོལ་དུ་གྲུབ་པར་འཛིན་པའི་འཛིན་པ་བསྟན་ཡང་སྐབས་འདིར་བསྟན་གྱི་གཟུང་རྟོག་རེད། གཟུང་རྟོག་རེད་དེ། རང་གི་དམིགས་ཡུལ་གཟུང་བ་ལ་མོས་ནས་ལུང་སྐྱེ་འཆིའི་རིགས་སུ། ལུང་སྐྱེ་འཆི་བདེན་པར་འཛིན་པའི་བདེན་འཛིན་དེ་ཆག་གོ་མ་རེད་ར། དེ་ཡིན་དུས་རྩོམ་པ་འདི་གིས། ཆབ་ཆགས་ཀྱི་འདུ་བྱེད་དེ་ལ་ཕྱི་རོལ་དུ་མཛོད་ཀྱི་རྟོག་པ་བཅུ་ཡོད་བཟོ་ནས་འོང། དེ་འདྲས་ཡིན་དུས་ད་དེ་ཕལ་ཆེར་སྟེགས་སུ་མ་འདྲ་བའི་ཆ་ཆགས་ཀྱི་རེད་བསམ་གྱི་འདུག་གཟུགས་ཕྱི་རོལ་དུ་མཛོད་གྲུབ་པར་འཛིན་པའི་འཛིན་པ་དེ་སྐབས་འདིར་བསྟན་གྱི་ཕྱི་སྒྲུབ་གཟུང་རྟོག་ཡིན་ཟེར་ཡ་དེ་ད་ཕལ་ཆེར་ཀུན་མཁྱེན་རིན་པོ་ཆེ་ཡིག་ཆ་བཞི་ཞག་ཅེས་དེ་ནི་སྒོ་མ་ཡིག་ཆ་གཉིས་པ་ན་ལ་དྭགས་རང་ཡོད་རེད་འོང་དེ་གཅིག་ཡིན་དེ་ནི་དྲི་བ་དེ་འདྲས་ཡོད་ན་གསལ་བོ་བྱས་ནས་གསལ་བོ་བཟོ་ཆོག་གི་རེད་བ་འོང་དེ་འདྲས་རེད། དེ་ལེ་ཚན་གཅིག་འདྲ་བོ་ཅིག་ཡིན། ད་དེ་ནས་གར་འདུག་ལ་ན་རྟོག་པ་ཞིག་གི་གོ་རིམ།

དེ་ལྟ་བུའི་མཐོང་ལམ་རྟོགས་པ་བཞི་པོ་དེ་རིམ་པ་བཞིན་དུ་མངོན་འགྱུར་བ་ཉམས་མེད་པར་བྱེད་ཀྱི་ཡོད་ཡིན་ཙང། དེ་ཡི་རིམ་པ་དང་བསྟུན་པ་བྱས་ནས་བཞག་པ་རེད་ཟེར་ནས་གསུང་ཡ་གཅིག་དེ་བྱས་ན་ཡང་འགྲིག་གི་འདུག། ནས་ཡང་བན་ཆོས་རིན་པོ་ཆེ་གི་སྤྱི་དོན་ནང་ལ་དེ་གསུང་བ་རེད་རོ། དེ་ལྟར་གསུང་བ་དེ་གཟུང་རྟོག་ལྔས་ལ་བརྟེན་ནས་འཛིན་རྟོག་ཕྱེད་ཚུལ་བསྟན་པ་དེ། གཟུང་བ་བདེན་པར་འཛིན་པ་དང་འཛིན་པ་བདེན་པར་འཛིན་པའི་བདེན་འཛིན་གཉིས་ཀྱི་ནང་ནས། གཟུང་བ་འདེབས་པར་བྱེད་པའི་གདན། ཀ་ཚ། གཟུང་བ་འདེབས་པར་བྱེད་པའི་གདན་འཛིན་ནི་འཛིན་པར་འཛིན་པར་བྱེད་པའི་གདན་ཞེས་སྔོན་སྐྱོ་བ་ཉམས་མེད་པར་ཕྱེད་ཀ་ལས་ཁ་བ་ཡོད་རེད། དེ་ཡིན་ཙང་གཟུང་རྟོག་ལྔས་ལ་བརྟེན་ནས་གཟུང། འཛིན་རྟོག་ཕྱིས་སུ་བསྟན་པ་རེད། ད་གཟུང་རྟོག་དེ་ལ་ཀུན་ཉོན་གཟུང་རྟོག་དང་རྣམ་བྱང་གཟུང་རྟོག་གཉིས་ཡོད་པའི་ནང་ནས། ཀུན་ཉོན་ཕྱོགས་ཀྱི་ཆོས་འདེམས་པར་བྱེད་པའི་གདན་འཛིན་ལས། རྣམ་བྱང་ཕྱོགས་ཁྱོད་ཀྱིས་འདེམས་པར་བྱེད་པའི་གདན་འཛིན། འདེམས་པར་བྱེད་པའི་གདན་ཞེན་དེ་གཉིས་སྤོང་དཀའ་བ་ཡིན་ཙང། ཀུ་ཉོའི་ཚོང་དོགས་ངན་ལ་བརྟེན་ནས་ཨ་ནི་དཀའ་ཚེགས་དང། རྣམ་གཞག་ཚོང་དོགས་ཆེད་དུ་བསྟན་པ་རེད། ད་འཛིན་རྟོག་དེ་ལ་སྤྱི་བཏང་གིས་འཛིན་དཀའ་ཚེགས། འཛིན་ཚན་རྟོག་པ་དང་བཏང་ཚན་རྟོག་པ་གཉིས་ཀྱི་ནང་ནས། འཛིན་ཚན་རྟོག་པའི་དམིགས་ཡུལ་དུ་གྱུར་བའི་འཛིན་ཚན་ལོག་བློ་ལོག་ཤེས་ཀྱི་བར། བློ་ལོག་ཤེས་དེ་ཉིད་བདེན་པར་མཛད་པའི་བདེན་ཚན་དང། སྟངས་འཛིན་རྟོག་པའི་དམིགས་ཡུལ་དུ་གྱུར་བས་ནི། སྟངས་འཛིན་བློ་དོན་དོན་གཉིས་ཀྱི་ནང་ནས་སྟངས་འཛིན་བློ་དོན་དོན་དེ་ཉིད་བདེན་པར་མཛད་པའི་བདེན་ཞེན་དེ་ཉིད་ནི་མངོན་གྱུར་བ་ཉམས་མེད་པར་བྱེད་དཀའ་ལས་ཁ་ཡོད་ཡིན་ས་རིམ་པ་དེ་བྱས་ནས་དེའི་གོ་རིམ་འོག་འདིར་བྱས་ནས་བསྟན་པ་ཡིན་ཞེས་ནི་དེ་འདྲའི་ཅིག་གསུངས་བར་ད་ལྟའི་རིམ་པ་དེ་འདྲའི་ཅིག་གསུང་གི་ཡོད་རེད་བཞག་ཡོད་རེད། དེ་རེད། ད་ལྟའི་ཡུན་དུས་རྩོམ་པ་སྤྱི་བཏང་གིས་ནི་མངོན་གྱུར་བ་ཉམས་མེད་པར་བྱེད་པ་ལ་རིམ་པ་ཡོད་རེད། ཡིན་ན་ལས། སྤྱི་བཏང་གི་མཐོང་པ་རྟོག་པ་བཞི་པོ་དེ་ལ། ས་བོན་སྤང་བ་ལ་སྔ་ཕྱི་རིམ་པ་ཡོད་རེད་བས་ཟེར་ན་དེ་རིམ་པ་མེད་ཟེར་ད་དེ་ཡོད་དུས་ཚོགས་པ་མཐོང་ལམ་བར་ཆད་མེད་ལམ་གཅིག་གིས་མཐོང་པ་རྟོགས་པ་བཞི་ཀས་དངོས་གཉེན་བྱེད། ཨ་ནི་དེའི་དྲངས་པའི་རྣམ་གྲོལ་ལ་ཐོབ་པ་དེས་བྱས་ན་མཐོང་པ་རྟོགས་པ་བཞི་ཀ་དུས་གཅིག་ཏུ་སྤང་བ་རེད། དེ་དེ་ཟེར་གི་རེད་ཡིན་ན་ཡང་ད་དེ་ལ་དོགས་པ་ཅི་ག་རེ་ཡོད་རེད་ཟེར་དུས་རྩོམ་པ་ར་སྐབས་ལྔ་པའི་སྐབས་སུ། མི་དགེ་དགོངས་པ་རྟོགས་པ་ཤེས་པའི་སྐབས་སུ་མངོན་རྟོགས་ཅན་ན་ག་རེ་ཡོད་རེད་ཟེར་དུས་རྩོམ་པ།

ད་དེའི་སྦྱོར་བ་དང་འཇུག་ངོ་ཚད་ཆད་ལྟ་སྟེ་ལྟས་ཟིན་མ་འདྲ་བ་ཡོང་གི་འདུག་དེ་ཕལ་ཆེར་ཕལ་ཆེར་འདི་ཡིན་འདི་བྱས་ན་འགྲིག་ས་རེད་དཔལ་འབྱོར་རིན་པོ་ཆེ་གི་དཔྱད་དོན་ནང་ལ། དེའི་སྦྱོར་བ་དང་འཇུག་ཟེར་ཡ་དེ། ཅི་ལྟར་དགོངས་ལུང་བར་ཆད་མེད་ནམ་གཅིག་རང་ལ། ལྡོག་པའི་སྒོ་ནས་ཨ་ནེ་ག་ལ་ཟེར་ན་སྦྱོར་བ་དང་འཇུག་ཟེར་ནས་མིང་སོ་སོར་བཏགས་པ་རེད་མ་གཏོགས་དཔྱད་སྟངས་ཀྱི། སྦྱོར་བ་དང་འཇུག་ཟེར་འདྲ་མ་ཟེར་འདྲ་དཔེར་ན། དགོངས་ལུང་བར་ཆད་མེད་ནམ་གཅིག་ཉིད་ལ་དགོངས་པ་རྟོགས་པ་མངོན་གྱུར་བ་འཇོམས་པའི་ཆ་ནས། ཨ་ནི། སྦྱོར་བ། སྦྱོར་བ་ཉེར་བསྡོགས་དང། ཨ་ནི། དགོངས་པ་རྟོགས་པ་གྱི་ས་བོན་སྤང་བའི་ཆ་ནས་ཨ་ནི་འཇུག་ཟེར་ནས་བཞག་པ་རེད་མ་གཏོགས་སྤྱིར་བཏང་ཨ་ནི་ས་བོན་སྤང་བ་ལ་སྔ་ཕྱི་རིམ་པ་སྟོན་པ་མེད་ཟེར་ནས་འོ་དེ་འདྲས་ཅིག་གསུང་གི་འདུག་ར། ད་དེ་ཡིན་དུས་བརྩམས་པ་འདི་གི་ཕལ་ཆེར་བན་ཆོས་རིན་པོ་ཆེ་ཕལ་ཆེར་སྤྱིར་ཐག་ཆོད་གཉིས་ཆ་ན་དེ་ཡོད་རེད་དེ་ཡིན་དུས་བརྩམས་པ་འདི་བཞག་ཅེ་ན། དགོན་ལུང་བར་ཆད་མེད་རྣམས་ཀྱི་སྦྱོར་བ་དང་འཇུག་གཉིས་པོ་དེ་ཕལ་ཆེར་ཕལ་ཆེར་དོན་གཅིག་རེད་ཟེར་ཡ་རེད་གསུང་ཕལ་ཆེར་དེ་འདྲས་ཅིག་དོན་ཡོང་གི་འདུག་བླ་མ་རྗེ་བཙུན་དཔལ་གྱི་སྤྱི་དོན་རྣམས་ལ། སྦྱོར་བ་དང། ཨ་ནི། དགུང་ལོ་བར་ཆད། བཀའ་སློབ་བར་ཆད་མེད་ནོབ་ཀྱི་སྦྱོར་བ་དང། མཇུག་གཉིས་པོ་དེ་དོན་གཅིག་མ་རེད། དེ་ཡིན་ན་མཐོང་ལོ་བར་ཆད་མེད་ནོབ་ཀྱི་སྦྱོར་བ་དང་མཇུག་གཉིས་པོ་དེ་ཡང་དོན་གཅིག་ཆགས་འགྲོ་དགོས་རེད། དེ་ཆགས་སོང་ན། སྦྱོར་ལུང་ཆོས་མཆོག་ཐ་མའི་ཡེ་ཤེས་ལྟ་བུ་དེ། མཐོང་ལོ་བར་ཆད་མེད་ནོབ་ཀྱི་མཐོང་ལམ་སྐྱེ་མཆེད་ཀྱི། ཨ་ནི། བཀའ་སྩལ། འབྱོར་བ་རེད་དེ་མཇུག་བྱ་དགོས་མ་རེད་ཟེར་དེ་ཡིན་དུས་བསམ་པ་དོན་གཅིག་མ་རེད་ཟེར་ནས་གསུང་གི་འདུག་ར་ཡིན་ནས་ལས་འགའ་བ་ཡང་མ་རེད་ཟེར་མཐོང་ལམ་བར་ཆད་སྨོན་ལམ་དེ། ཨ་ནི་མཐོང་ལམ་བཅས་བརྗོད་ཀྱི་འབྱོར་བ་ཨ་ནི་བར་ཆད་སྨོན་ལམ་དང་འབྱོར་བ་དང་མཇུག་གཉིས་ཆ་རེད་ཟེར་ནས་དེ་འདྲི་ཞིག་གསུང་བ་རེད་དེ་ཡིན་དུས་བསམ་པ་དེ་གི་རིན་པ་གཅིག་ལས་གི་འདུག་ར་ད་དེ་སྟེགས་སུ་ལས་ཚན་འགྲོ་བ་གཅིག་རེད། དེ་རེད་བྱ། ད་དེ་ཡིན་དུས་རྩོམ་པ་དེ་ནི་འདི་གཅིག་ཡོད་རེད། གཟུང་རྟོག་དང་འཛིན་རྟོག་གཉིས་ལ་མི་ཤེས་ཡོད་མེད་ཟེར། གཟུང་བ་དང་གཟུང་རྟོག་དང་འཛིན་རྟོག་སྐབས་འདིར་བསྟན་གྱི་གཟུང་རྟོག་དང་འཛིན་རྟོག་གཉིས་ལ་མི་ཤེས་ཡོད་རེད་ཡོད་མ་རེད་ཟེར་དུས་རྩོམ་པ་སྤྱི་དང་གཟུང་རྟོག་དང་འཛིན་རྟོག་ལ་མི་ཤེས་མེད། གཟུང་རྟོག་དང་འཛིན་རྟོག་གཉིས་ཀ་ཡིན་པ་མེད་ཟེར་གྱི་ཕྱོགས་གཅིག་དང། གཟུང་རྟོག་དང་འཛིན་རྟོག་གཉིས་ལ་ཡོད་མེད་ཀྱི་མི་ཤེས་ཡོད་རེད་ཟེར་གྱི་ཕྱོགས་གཉིས་ཡོད་རེད། དེ་ཡིན་དུས་རྩོམ་པ་སེར་འཕྲེང་ཞེས་ཚིག་མཚན་བཞི་ཆ་བྱས་ན། སྐབས་འདིར་བསྟན་གྱི་གཟུང་རྟོག་དང་འཛིན་རྟོག་གཉིས་ལ་མི་ཤེས་མེད། གཉིས་ཀ་ཡིན་པ་མེད་གསུང་བ་རེད། གཟུང་བརྫུན་གྱི་རྟོག་པ་ཤེས་པའི་ཕྱིར་ལ། གཟུང་བ་དང་བརྫུན་པ་གཉིས་ལ་མི་ཤེས་རྩིས་བ་རེད་མ་གཏོགས་ཁྱེད་ཀྱིས་གཟུང་རྟོག་དང་བརྫུན་རྟོག་གཉིས་ལ་མི་ཤེས་རྩིས་ཡོད་མ་རེད་ཟེར་ནས་ཚིག་གསལ་དེ་འདྲས་ཀྱི་ཡོད་རེད། ཡིན་ན་ལེ། ངེད་ཀྱིས་ད་ལྟ་ཕྱི་ནང་མི་ཤེས་ཡོད་མེད་སྐད་ཆ་བཤད་ཡ་གཅིག་དེ་ཉི་ནང་ན་ཡོད་ར་གཟུང་བའི་རྣམ་པར་རྟོག་པ་ཡིན་ལ་བརྫུན་པའི་རྣམ་པར་རྟོག་པ་མ་ཡིན་པར་ཤེས་བྱ་བ་མི་ཤེས་ཏེ་ཟེར་ནས་མི་ཤེས་ཡོད་མེད་གཅིག་གི་རྒྱན་ནང་ནང་ལ་དྭངས་ནང་ཤེས་ཡོད་རེད་དེ་ཡིན་ཙང་དེའི་གི་མི་ཤེས་ཡོད་མེད་སྐད་ཆ་དེ་ནས་ལས་རེད།

མུ་བཞི་ཡོད་པའི་ཕྱོགས་རང་གཅིག་ནས་གསུམ་གོ་ཡ། སེར་འབྲས་ལུང་སྟོད་ཞག་བརྐྱང་གྲོགས་ཅིག་ཡང་གཅིག་གདན་ས་ཁག་གི་ལྟ་ཅིག་རྒན་བསྟན་པ་དུ་ཚོད་དེ་ཡང་དེའི་བསྟན་ས་བ་ཉིད་ནི་མ་རེད་ཟེར་ནས་ཤོད་ཡ་ཡིན་ར་ཡང་མིན་ན་གྲྭ་ཚང་གཅིག་གི་ཡིན་ན་ཡང་ཁོ་ཁས་ལེན་གྲོགས་ཅིག་ནས་མུ་བཞི། མེད་པའི་ཡོད་པའི་ཕྱོགས་རང་རེད་མེད་པ་དེ་ལུང་སྟོད་ཞག་རེད་ཟེར་ཉན་ཡོད་ཟེར་ཡ་ཡོད་མ་རེད་ཡང་ཡིག་ཆ། གྲྭ་ཚང་གི་ཡིག་ཆ་རྗེས་འཇུག་པ་དེ་འདྲའི་ནང་ལ་ཡང་སེར་འབྲས་ཚིག་ཚན་བཞི་ཆ་ཅིག་ནི་མུ་བཞི་ཡོད། རྣམ་ཤེས་དང་དུ་སོ་མི་ཤེས་ཡོད་ཟེར་ཡ་དུ་སོ་ལུང་དོན་ཞག་ན་སེར་འཕྲེང་བཞི་ཞག་བཅད་ནས་གཟུང་རྟོག་དང་འཛིན་གཟུང་རྟོག་དང་འཛིན་རྟོག་བཤད་པའི་ཤད་ལ་གཟུང་བ་དང་འཛིན་པ་བཤད་ནས་དེ་ལ་མི་བརྩི་བ་རེད་མ་གཏོགས་གཟུང་རྟོག་དང་འཛིན་རྟོག་ལ་མི་ཤེས་མེད་ཟེར་ནས་གཟིགས་མཚམས་ཡང་ཡོད་རེད་ཟེར་ཡིན་ན་ཡང་ང་རང་གིས་ད་ལྟ་ང་ཚོ་མ་སོང་ནས་ལུང་སྒྲོག་ཙམ་མ་གཏོགས་མང་ཉུང་བྱས་ན་སྟེགས་སུ་མི་ཤེས་ཡོད་པའི་ཁུངས་དེ་སྟེགས་སུ་མང་ཡིན་ཚ་དེ་བྱས་ནས་ངས་དེ་ལ་མི་ཤེས་ཡོད་པ་བཞི་ཞག་བཅད་ནས་བྲིས་ཞག་ཡོད་ཟེར་ནས་འོ་དེ་འདྲས་ཞིག་ཤོད་ཡ་ཡིན། དེ་རེད་ད་དེ་ཡིན་དུས་གཟུགས་མདོག་དང་རྫུན་མདོག་གཉིས་ལ་མོས་ཤེས་བརྩི་འོང་དུས། ད་དཔེར་ན་གཟུགས་སོགས་བདེན་པར་བརྩི་བའི་དེ་གཟུགས་སོགས་ལུང་སྐྱེ་མཆེད་བདེན་པར་བརྩི་བའི་བདེན་རྫས་ལྟ་བུ་དེ་གཟུགས་མདོག་ཡིན་ལ་རྫུན་མདོག་མ་ཡིན་པའི་མོས་བྱེད། ཤེས་པ་སྐད་ཅིག་མ་བདེན་པར་བརྩི་བའི་ལུང་སྐྱེ་མཆེད་བདེན་པར་བརྩི་བའི་བདེན་རྫས་དེ་རྫུན་མདོག་ཡིན་ལ་ནི་གཟུང་མདོག་མ་ཡིན་པའི་མོས་བྱེད། རྒྱུན་ལྡན་བདེན་པའི་ཤེས་པ་ནི་བདེན་པར་བརྩི་བའི་བདེན་རྫས་དེ་གཟུགས་མདོག་དང་རྫུན་མདོག་གཉིས་ཀ་ཡིན་པའི་མོས་བྱེད། ད་སྟོང་ཉིད་དབང་ཚུལ་དུ་རྟོགས་པའི་ཤེས་རབ་ཀྱི་ཕར་ཕྱིན་ལྟ་བུ་དེ་གང་ཡང་མ་ཡིན་པའི་མོས་ཡིན། འོ་ད་དེ་འདྲའི། བི་ཤ་ནཱ་ལ་དག་ན་བཞག་ཡོད་རེད། ད་དེ་ཡིན་དུས་དོགས་པ་ག་རེ་ལེགས་འདུག་ཟེར་དུས། ཤེས་པ་སྐད་ཅིག་མ་བདེན་པར་བརྩིས་པའི་བདེན་འཛིན་དེ། སྐབས་འདིར་བཟུང་རྟོགས་མ་བཞག་ཡག་ག་རེ་རེད། ཤེས་པ་སྐད་ཅིག་མ་བདེན་པར་བརྩིས་པའི་བདེན་འཛིན་གྱི་དམིགས་ཡུལ་ནི་ག་ཟེར་ན་དམིགས་ཡུལ་དུ་གྱུར་བའི་ཤེས་པ་སྐད་ཅིག་མ་དེ། སོ་སོའི་སྐྱེ་བོའི་མངོན་སུམ་གྱི་མངོན་སུམ་གྱི་སྤྱོད་ཡུལ་དུ་མ་བཅོས་བ་ཙམ་གྱིས་སྐབས་འདིར་བཟུང་རྟོགས་ལ་མ་བཞག་ན་གཏན་ཞིག་ཁྱབ་པ་མི་འདུག་བསམ་དགོས་འདུག། གར་བྱེད་ནས་ལ་ན། སྟོང་ཉིད་བདེན་པར་མཛད་པའི་སྡེ་ཚན་དེ་རྫོང་རྟོགས་ལ་ཞག་དགུ་དགུ་འདུག་སྟོང་ཉིད་བདེན་པར་མཛད་པའི་སྡེ་ཚན་དེ། རྣམ་བཞག་རྫོང་རྟོགས་དགུ་གི་ནང་ནས་ལྔ་པ་དེ་ལ་ཞག་གཅིག་འདུག་འགྲེལ་པ་དོན་གསལ་དང་ཆ་ཚང་ནང་ལ་དེ་ཡིན་ཙང་སྟོང་ཉིད་བདེན་པར་མཛད་པའི་སྡེ་ཚན་དེ་རྫོང་རྟོགས་ཡིན། སྟོང་ཉིད་བདེན་པར་མཛད་པའི་སྡེ་ཚན་རྫོང་རྟོགས་རེད་དེ་སྟོང་ཉིད་བདེན་པར་མཛད་པའི་སྡེ་ཚན་གྱི་དམིགས་ཡུལ་དུ་གྱུར་བའི་སྟོང་ཉིད་དེ་སོ་སོའི་སྤྱི་པའི་མངོན་སུམ་གྱི་མངོན་སུམ་གྱི་ཡུལ་དུ་མ་བཅོས་བ་རེད། དེ་ཙམ་གྱིས་ཁྱབ་པ་མི་འདུག་ཟེར་ཡིན་ནའི་ལས་ངན་ཤེས་པ་སྐད་ཅིག་མ་བདེན་པར་མཛད་པའི་སྡེ་ཚན་དེ། ཨ་ནི། ལོངས་སྤྱོད་ཀྱི་བདེན་པར་བརྩི་བའི་བདེན་ཚད་དེ་སྐབས་འདིར་བཟུང་རྟོག་མི་འཇོག་ཟེར་ཡིན་ན་ད་དེ་ལ་ཡང་ཅིག་བལྟས་སུ་ཟིན་མཚམས་འགྲོ་ཅིག་ཡིན་དེ་ཡིན་ན། དེའི་སོ་སོའི་དམིགས་ཡུལ་ཞེས་པ་གལ་ཆེ་མ་དེ། སོ་སོའི་སྤྱི་བོའི་མངོན་སུམ་གྱིས་མ་རྟོགས་པ་ཙམ་གྱིས་བཟུང་རྟོག་ཏུ་མ་བཟུང་རྟོག་ཏུ་མི་འཇོག་ན་བལྟས་སུ་ཁྱབ་པ་མི་འདུག་ཟེར་ད་དེ་ཡང་གཞུང་གཞན་པ་དང་མཐུན་དགོས་ཡ་གལ་ཆེན་པོ་རེད་བ་འོ་དེ་ཅིག་ཅིག་ནས་ཅིག་ཤོད་ཡ་ཡིན། དེ་རེད་བྱ། ད་དེ་ཡིན་དུས་བཙུན་པ།

དེ་གི་དོན་འགྲེལ་ཚོད་དེར་འགྲེལ་ཚོད་མི་འདྲ་བ་དཔེ་མང་པོ་འདུག་ཟེར། ད་དེ་གི་འགྲེལ་ཚོད་མི་འདྲ་བ་མི་འདྲ་བ་དེ་ག་རེ་འདུག་ལ་སྤྱི་གཙང་དང་ལུང་དེ་གི་དེ་ཆ་ཚང་དྲངས་བཞག་ཡོད་དེ། ག་འདུག་ལ་ན། ག་ཞིག་ཡིན་ཟེར་ན། འདི་གཅིག་གསུང་གི་འདུག་ར། གཟུང་རྟོག་དང་པོའི་ཡུལ་དེ་ལ།

དེ་བསྒོ་བ་དེ་གང་འདིར་དཔེར་ན་འདིར་བ་གཟུང་རྟོག་སྤྱིར་བསྟན་པའི་མདོ་ཟེར་ན་གང་རེད་ཅེས་དེ་འདོད་ན་ལ། ཇི་ལྟར་ངའི་ཉོན་མོངས་པ་མེད་ཉོན་མོངས་པ་མེད་པ་ལ་རྣམ་པར་དཔྱོད་པའི་ཉན་ཐོས་ཀྱི་ནང་ན་མཆོག་དེས་བཤད་པ་དེའི་བཤད་པ་འདི་ཡིན་ནོ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོས་ཀྱི་དེ་ལྟར་ཤེས་རབ་ཀྱི་བར་དུ་ཕྱིན་པ་ལ་བསླབ་པར་བྱའོ་ནི། དངོས་པོར་འདུ་བྱ་བ་མེད་པ་དེ་ནི་རྣམ་པར་དག་པ་ཞེས་བྱ་སྟེ་ཤཱ་ར་འདྀ་ཏིའི་བུ། འདི་ལྟར་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་ཆོས་ཐམས་ཅད་མི་དམིགས་པའི་ཚུལ་གྱིས་བསླབ་པ་ཡིན་ནོ་ཞེས་པའི་མདོ་དེ་གཟུང་རྟོག་སྤྱིར་བསྟན་པའི་མདོ་རེད། རྟགས་འདི་གཟུང་རྟོག་སྤྱིར་བསྟན་པའི་མདོ་རེད། ཟེར། གཟུང། སྤྱི་རྟགས་ཅན་ནི་གཟུང་རྟོག་སྤྱིར་བསྟན་པའི་མདོ་རེད། ཡེ་ནས་ལས། འདི་ག་རེ་ལ་བཞག་བྱ་ཡོད་རེད་ཅེས་དུས་ཙམ་པ། ཀུན་ཉོན་གཟུང་རྟོག་བསྟན་པའི། ཀུན་ཉོན་གཟུང་རྟོག་གི་མདོ་ལ་སྦྱར་བྱ་ཡོད་རེད། གཟུང་རྟོག་སྤྱིར་བསྟན་གྱི་མདོ་ཡིན་པ་གང་ཞིག་ལ། ཀུན་ཉོན་གཟུང་རྟོག་གི་མདོ་ལ་སྦྱར་བྱ་ཡོད་རེད་ཅེས་ཉི་ན་གི་ན་ལ། ད་དེ་སྦྱར་ཡ་དེ་དཔེར་ན་ག་འདྲས་ཡོང་གི་རེད་ཅེས་དེ་དཔེར་ན། སེམས་བསྐྱེད་ཀྱི་དམིགས་པ་ཤེས་འོང་དུས།

དཀོན་རྙོག་གཟུང་རྟོག་བསྟན་པའི་མདོ་ལ་བཞག། དཀོན་རྙོག་གཟུང་རྟོག་བསྟན་པའི་མདོ་དེ་ལ། སྤྱི་ཡི་མདོ་གཅིག་དང་སྒོས་ཀྱི་མདོ་གསལ་བྱེད་གཉིས་བྱེད། དེ་ཡིན་ན་ནི་དང་པོ། གཟུང་རྟོག་སྤྱིར་བསྟན་པའི་མདོའི་དངོས་བསྟན་གྱི། གཟུང་རྟོག་ཡིན་ན་རྣམ་བཞག་གཟུང་རྟོག་ཡིན་དགོས་པའི་དོན་ཡིན། ཞེས་ནས་ད་ཡིག་ཆ་ནང་དེ་བཤད་པ་ན་ཞེས་ང་རང་ཡང་ཕལ་ཆེར་དེའི་ཕྱོགས་ཀྱི་གནད་དུ་སུ་བྲིས་བཞག་ཡོད་དེ་ཡིན་དུས། དེ་འདྲའི་གཅིག་རེད།

ང་ཚ་མཁས་གྲུབ་མཁས་གྲུབ་མཁས་འདོད་བསྟན་པ་དར་གྱི་སེ་ར་སྨད་ཀྱི་ཡིག་ཆ། ཁོང་གིས་གང་འདྲི་གསུངས་འདུག་ཟེར་དུས་རྩོམ་པ་ར་བྱང་སོགས་ཚོགས་བློན་པོའི་རྒྱུད་ཀྱི་རྒྱུད་སྙོམས་འཇུག་གི་བསམ་གཏན་ལ་བསམ་གཏན་གྱི་མངོན་ཤེས་ལ་དམིགས་ནས་ལུང་དཔྱད་ཅིང་བདེན་པར་མཛད་པའི་གདེང་ཚད་དེ། དཀོན་ཉོན་ཟོང་ཐོག་དང་རྣམ་བཞག་ཟོང་ཐོག་གཉིས་ཆ་རེད་ཟེར་ནས་གསུངས་འདུག་དཀོན་ཉོན་ཟོང་ཐོག་དང་རྣམ་བཞག་ཟོང་ཐོག་གཉིས་ཆ་ཡིན་པ་ཡོད་རེད། ད་དེ་ཡང་ཕྱོགས་གཅིག་ནས་ངས་འདྲ་བོ་འདྲ་ཅིག་ཚོར་སོང། རྒྱུད་སྙོམས་འཇུག་གི་བཀའ་ཚ། བྱང་ཕྱོགས་མཚོ་སྔོན་པོའི་རྒྱུད་རྒྱུད་སྙོམས་འཇུག་གི་དངོས་གཞི་དང་བསམ་གཏན་གྱི་མངོན་ཤེས་ལ་བརྟེན་ནས། མངོན་ཤེས་ལ་དམིགས་ནས་ལུང་སྐྱེ་མཆེད་བདེན་པར་འཛིན་པའི་བདེན་འཛིན་དེ་ཀུན་ཉོན་ཟུང་དུ་དང་རྣམ་གཞག་ཟུང་དུ་གཉིས་ཀ་རེད། གར་བྱེད་ནས་བསླབས་ན་དེའི་དམིགས་ཡུལ་དུ་གྱུར་བའི་རྒྱུད་སྙོམས་འཇུག་གི་བསམ་གཏན་དེ། ཀུན་ཉོན་ཕྱོགས་ཀྱི་ཆོས་ཡང་ཆགས་བདེའོ་རེད། ཀུན་ཉོན་བདེན་པ་ཆགས་བདེའོ་རེད། དཀོན་མཆོག་བསྟན་པ་ཡིན་ཙང་དཀོན་མཉེས་ཕྱོགས་ཀྱི་ཆོས་རེད། ཁ་དངོས་ཤེས་དགེ་བ་ཡང་བྱ་བདེ་བ་རེད་དེ་ཡིན་ཙང་རྣམ་བཞག་ཕྱོགས་ཀྱི་ཆོས་ཡང་རེད། དེ་ཡིན་ཙང་དེའི་བདེན་པར་བརྩིས་པའི་བདེན་ཚད་དེ་དཀོན་མཉེས་གཟུང་རྟོག་དང་རྣམ་བཞག་གཟུང་རྟོག་གཉིས་ཆ་རེད་ཟེར་ནས་ཡང་དེ་འདྲའི་ཡང་གསུངས་འདུག་དེ་ཡང་གོ་རྒྱུ་ཆེན་པོ་འདུག་བསམ་ཚོད་ར། དེ་དེ་རེད། ད་དེ་ཡིན་ཙང་དེ་གིས་བཀའ་སྩལ་ན། དངོས་ཤེས་དགེ་བ་ལ་དམིགས་ནས་ཟག་བཅས་ཀྱི་དངོས་ཤེས་དགེ་བ་ལ་དགེ་བ་དེ།

སྡུག་བསྔལ་དང་ལམ་གཉིས་མི་འགལ་བའི་དཔེ་དེ་ལ་ཀུན་ནས་ཉོན་མོངས་ཕྱོགས་དང་རྣམ་གཞག་ཕྱོགས་ཞེས་ནོར་བ་ཚུལ་དུ་ཀུན་ཉོན་ཕྱོགས་དང་རྣམ་གཞག་ཕྱོགས་མི་འགལ་ཟེར་ཅིག་ཕལ་ཆེར་ཚིག་དེ་འདྲས་ཅིག་ཐོན་གྱི་འདུག་དེ་དག་ཡང་དཔེ་མཐོང་པོ་འདུག་ཨོ་ཙི། ད་ང་ནང་བཞིན་ང་ཚོའི་འབྲས་རྐང་བརྒྱ་རྩ་བརྒྱད་ཡོད་ར། འབྲས་རྐང་བརྒྱ་རྩ་བརྒྱད་ཀྱི་ནང་ལ། འབྲས་རྐང་བརྒྱ་རྩ་བརྒྱད་ཀྱི་ནང་ལ། ཨ་ནི། ང་ཚོ། རྣམ་གཞག་ཕྱོགས་ཀྱི་འབྲས་རྐང་འབྲས་རྐང་ལྔ་བཅུ་ང་ལྔ་ཡོད་རེད། རྣམ་གཞག་ཕྱོགས་ཀྱི་འབྲས་རྐང་འབྲས་རྐང་ལྔ་བཅུ་ང་ལྔའི་ནང་ལ་བདེན་པ་ཞེས་བདེན་བཞི་གཅིག་བཞག་གོ་རེད།

རྣམ་ཤེས་སྙོམས་པོ་ཅན་ཞི་ཆགས་ཅན་ནི། ཕུང་པོ་བདེན་པར་འཛིན་པ་དང། དེའི་ཤེས་ཡོན་བཀག་པའི་བཀག་པ་བདེན་པར་འཛིན་པ་གཉིས་ཀ་སྤང་ཕྱོགས་རྣམ་རྟོག་ཏུ་ཤེས་པར་བྱའོ། དེའི་ཚོགས་ནི་དགག་སྒྲུབ་ཀྱི་རྣམ་པ་ཅན་གཉིས་ཀ་ཡོད་པར་ཤེས་པར་བྱའོ་ཟེར་དུས་སྐབས་འདིར་བསྟན་གྱི་རྟོག་པ་དེ་ལ་དགག་རྟོག་དང་སྒྲུབ་རྟོག་གཉིས་ཀ་ཡོད། ཕུང་པོ་བདེན་པར་འཛིན་པའི་བདེན་འཛིན་དེ་སྐབས་འདིར་བསྟན་གྱི་རྟོག་པར་གྱུར་བས་ཨཱ་ནི་གར་ཟེར་ནོ་སྒྲུབ་རྟོག་རེད། ཕུང་པོ་བདེན་མེད་བདེན་གྲུབ་ཏུ་འཛིན་པའི་འཛིན་པ་དེ་སྐབས་འདིར་བསྟན་གྱི་རྟོག་པར་གྱུར་བས་དགག་རྟོག་རེད། འདི་བྲིས་བྱ་ཡོད། ད་དེ་ཡིན་ན། སྐབས་འདིའི་དགག་རྟོག་དང་སྒྲུབ་རྟོག་ག་འདྲས་བྱ་དགོས་རེད་ཟེར་དུས་རྩོམ་པ་སྤྱི་ལྟར་དགག་རྟོག་སྒྲུབ་རྟོག་བྱ་ཐབས་དཔེ་མང་པོ་འདུག་ཡིན་ན་ཡང་སྐབས་འདིར་བསྟན་གྱི་དགག་རྟོག་དང་སྒྲུབ་རྟོག་བྱེད་དགོས་ང་ཚོས་བཟུང་འཛིན་རྟོག་བྱེད་པའི་སྐབས་ཀྱི་རྟོག་པ་འདི་རྟོག་པ་ལོག་ཤེས་རྐྱང་རྐྱང་རེད། ད་རྟོག་པ་ལོག་ཤེས་ཡིན་པ་གང་ཞིག་ལ་དགག་རྟོག་དང་སྒྲུབ་རྟོག་གི་ཁྱད་པར་དེ་ག་རེ་སྒོ་ནས་བྱ་དགོས་ཡོད་ཟེར་ན་ངས་དམིགས་ཡུལ་གྱི་སྒོ་ནས་གཙོ་བོ་བྱ་དགོས་ཡིན། དམིགས་ཡུལ་དེ། ད། ཡང་དེ་ཁྱད་པར་ཡོད། ཅིག་མ་ཡིན་དགག་དང་སྒྲུབ་པ་གང་རུང།

དེ་གའི་སྤང་བྱ་རྣམ་རྟོག་བདེན་འཚོལ་གྱི་སྒོ་ནས་ཁྱད་པར་དུ་ཕ་རྟགས་ག་རེ་རེད་ཟེར་དུས། ཐེག་ཆེན་སྦྱོར་ལམ་གྲོལ་སོགས་བཞི་པོ་དེ་གའི་ངོ་བོའི་ཆ་ནས། ཨ་མདའི་སྐབས་འདིར་བསྟན་གྱི་རྟོག་པ་བཞི་པོ་དེ་མངོན་གྱུར་བ་ཉམས་མེད་པར་བྱེད་ནུས་དགོས་ཡོད་རེད། ཕྱོགས་གཅིག་ནས་དེ་རེད། བྱེད་ལས་ཀྱི་ཆ་ནས་དེ་ལྟ་བུའི་རྟོག་པ་བཞི་པོ་དེ་ས་བོན་སྤངས་པའི་གཉེན་པོ་རང་སྟོབས་ཀྱིས་འདྲེན་ནུས་དགོས་ཡོད་རེད། དེའི་ཆ་ནས་ཡང། ཨ་ནི། ནུས་ལ། ཐེག་དམན་སྦྱོར་ལམ་གྱིས་དེ་ལྟར་མི་ནུས་པ་ཡིན་ཙང། ད་ཐེག་ཆེན་སྦྱོར་ལམ་སྟེ་ཐེག་དམན་སྦྱོར་ལམ་གྱི་སྦྱོར་ལམ་ལས་སྤང་བྱ་རྣམ་རྟོག་བདེན་འཚོལ་གྱི་སྒོ་ནས་ཁྱད་པར་དུ་འཕགས་པ་རེད་ཟེར་ན་ངོ་དེ་འདྲས་རེད་དེ་མ་གཏོགས་ཡང་དེ་གི་རྟོག་པ་བཞི་པོ་དེ་དེ་གི་སྤང་བྱ་ཡིན་ན་དེ་ལ་བདེན་པས་ཁྱབ་ཟེར་ཏེ་དེ་ལ་བདེན་ཟེར་ནི་ལག་གི་མ་རེད་སྤང་བྱ་རྣམ་རྟོག་བདེན་འཚོལ་གྱི་སྒོ་ནས་ཁྱད་པར་དུ་འཕགས་ཟེར་གི་རེད་མ་གཏོགས། སྦྱོར་ལམ་གྱི་དངོས་འགྱུར་བ་ཉམས་མེད་པར་བྱེད་ཤེས་ཀྱི་རྟོག་པ་བཞི་པོ་དེ་སྦྱོར་ལམ་ལ་བདེན་ཟེར་ཡག་འགྲོ་དང་མཐོང་ལམ་གོ་སྤང་བྱ་གང་ཡིན་པ་དེ་མཐོང་ལམ་ལ་བདེན་ཟེར་ནི་དེ་འདྲའི་བདེན་རྩ་བ་ཉིད་དེ་ལག་གི་མ་རེད། ད་ཕལ་ཆེར་དེ་འདྲས་ཅིག་ཡིན་ས་རེད་དེ་ཡིན་ད་ཕལ་ཆེར་དུས་ཚོད་རྫོགས་ཡིན་ས་རེད་ལགས་སོ།

ཆོས་བདག་ཁང་ནས་ཕེབས་པའི་དགེ་རྒན་བ་རྣམ་པ་དང་རང་རེའི་མཐོ་སློབ་དེའི་དགེ་བའི་བཤེས་གཉེན་རྣམ་པ། ནས་ལས་བྱེད་རྣམ་པ་དེ་བཞིན་སློབ་གྲོགས་ཡོངས་ལ་ཡང་འཚམས་འདྲི་ཞུ་ཡ་དང། ད་ལྟ་དེའི་འདང་རྒན་ལགས་ཀྱིས་ཡང་རྩོམ་ཤོག་དེ་ནས་ང་རང་འདྲ་བོ་ཆ་མཚོན་ནང་ནས་བློ་འགེལ་ཡང་མང་པོ་བྱུང་སོང་རྒན་ལགས་ལ་བཀའ་དྲིན་ཆེ་ཞུ་ཡ་དང། ད་ལྟ་དེའི་ད་ལྟ་ངེད་ཀྱིས་མ་དྲི་བ་ཞུ་ཡ་དེ་ད་ལྟ་ཤོག་གྲངས་ད་ལྟ་དེ་དེབ་ཁོ་རང་ནང་ལོ་ཡིན་ནའང་ད་ཞོག་གྲངས་སུམ་བརྒྱ་གཉིས་དེ་ནང་ལ་བཞག་ད་ལྟ་དེ། ང་ཚོས་ཀྱི་རྩ་བ། ཞེས་གསུངས་བྱས་ཆོས་རང་ང་ད་སྔོན་རྡོ་རྒྱལ་ནང་ལོ་ནས་རྣམ་རྟོག་བཞི་པོ་གདན་འདེམས་པ་ཞེས་པའི་སྐབས་དེ་ནས། ང་ཚོས་ཀྱི་རྣམ་རྟོག་བཞི་གདན་དང་དེ་ལ་ཡང་གདན་ཚུལ་དེ་ལ་ང་ཚོས་ཀྱི་སྤང་བྱའི་ཚུལ་གྱི་གདན་ཚུལ་དང་ཨ་འདི་ངོ་བོའི་ཚུལ་གྱི་གདན་ཚུལ་གཉིས་བཤད་ཚུལ་ཆོས་ར་གལ། དེའི་འདུལ་བ་དུ། ད་ད་རྒྱལ་ལགས་ཀྱིས་དེ་ལ་ཡང་ཞོག་ད་དེ་སྔོ་གོང་ལོ་ཙཱ་བ་སློབ་ཆེན་པོས་ཀྱི་ཕར་ཕྱིན་བསྡུས་དོན་ལས་ཨ་འདི་ལུང་ཕྱིར་བགྲང་བྱས་ནས། བདེ་བཞིའམ་རིམ་པ་བཞིན་ངེས་པར་འབྱེད་པའི་ཆ་དང་མཐུན་པ་ཞིག་ངོ་བོ་ཡིན་ནོ་ཞེས་བརྗོད་པ་ཡིན་ཏེ། ཞེས་སྐབས་དེར་བསྟན་པའི་རྟོག་པ་བཞི་སྟེ། རིམ་པ་བཞིན་ཐེག་ཆེན་སྦྱོར་ལམ་འཕྲོས་སོ་བཞིའི་ངོ་བོ་ཡིན་པ་ལྟ་བུ་ཚིག་ཟིན་ལ་མཐུན་ཡང། དོན་ལ་ཡང་དེ་ལྟ་བུ་མ་ཡིན་པར་བྱས་དོན་དེ་ལ་ཡང། ཐེག་ཆེན་སྦྱོར་ལམ་འཕྲོས་སོ་བཞིས་རིམ་བཞིན་མཐོང་སྤང་རྟོག་པ་བཞིའི་དངོས། མྱུར་འགྱུར་བ་ཉམས་དམས་པར་བྱེད་ཅིང་དེ་ལྟ་བུའི་རྟོག་པ་ཞེས་ས་བོན་སྤོང་བའི་གཉེན་པོ་རང་སྟོབས་ཀྱིས་འདྲེན་ནུས་པ་ལ་དུས་གང་དུ་ང་ཚོས་ཀྱི་ཐོག་ལམ་བར་ཆད་མེད་ལམ་གྱི་བར་འདྲེན་ནུས་པ་འདྲ་བ་ཞིག་དེ་འདྲ་ཞིག་སེམས་ཡོང་གི་འདུག་དེ་ཡིན་དུས་ང་ཚོས་ཀྱི་རྟོག་པ་ཞིག་དེ་སྦྱོར་ལམ་ངོ་བོའི་ཚུལ་དུ་ལྡན་པ་དེ་ང་ཚོ་བོད་མཁས་པ་འགའ་ཤས་ཀྱིས་འདྲེན་སྲོལ་ཡོད་པ་ཡིན་དུས་ཨ་ན་རྟོག་པ་གང་ཟག་དེ་རྟོག་པའི་ངོ་བོའི་ཚུལ་དུ་ལྡན་བཞིན་དུ་ལས་ང་ཚོས་ཀྱི་ཡང་དག་ཐེག་མེད་སྦྱོར་ལམ་ལ་སྦྱོར་ལམ་ལས་ཡ་ཁྱད་དུ་འཕགས་པ་ཚུལ་ཡང་དག་བཤད་ཚུལ་བྱོས་ལ་དེ་ཡིན་དུས་ཨ་ནི་རྒྱ་ལ་ཡི་འོག་དེ་ལ་ཡ་དེ་ག་འདི་འདྲ་ཅིག་ནང་ན་གསལ་བྱེད་ཅིག་ནང་རོ་ནང་ན་ཞོན་ཡིན།

དེ་བཞིན་ཡང་རིམ་པ་བཞིན་ངེས་པར་བྱེད་པའི་ཆ་དང་མཐུན་པ་ཞིག་ངོ་བོ་ཡིན་ནོ་ཞེས་དེ་གསུང་བ་རེད། དེ་ཡིན་དུས་བརྩམས་པ་འདིས་ཀྱི་ཚིག་ཚན་དེ་ཚོ་ལ་བལྟ་ན། ནི་རྟོག་པ་བཞི་པོ་དེ་སྦྱོར་ལམ་གྱི་ངོ་བོ་ཡིན་པ་ལྟ་བུ་གསུངས་འདུག་ཟེར་ཡིན་ན་ལས་དེ་སྔའི་སྐབས་འདིར་དེ་ངོ་བོའི་དགོངས་པ་རང་བྱས་ན་དེ་འདྲས་མ་རེད། ད་རྟོག་པ་བཞི་པོ་དེ་གར་ཟེར་ན། རྣམ་རྟོག་བཞི་པོ་བདེན་བསྟན་པ་ཅེས་འོང་དུས་བརྩམས་པ་རྟོག་པ་བཞི་པོ་དེ།

སྔོན་དེ་ཡང་དེ་བྱས་ནས་སྤང་བྱ་རྣམས་དང་བདེན་རྫུན་གྱི་སྒོ་ནས་ཁྱད་པར་དུ་འཕགས་པ་རེད། མ་རྟོགས་གཅིག་གིས་འང་ད་དེ་གའི། རྟོགས་པ་བཞི་པོ་དེ་སྦྱོར་ལམ་གྱི་ངོ་བོ་རེད་ལ་དུས་བསམ་པ་ཡང་མིན་ན་སྦྱོར་ལམ་རེད། ཡང་མིན་ན་སྦྱོར་ལམ་དང་ངོ་བོ་གཅིག་པ་རེད། སྦྱོར་ལམ་རང་མི་གནས་ལ་སྦྱོར་ལམ་དང་ངོ་བོ་གཅིག་པ་རེད་ཟེར་གོ་ར། དུས་ནས་བསམ་པ་དེ་སྦྱོར་ལམ་རྟེན་རྩ་བ་ཉིད་ནས་ཆགས་ཀྱི་མ་རེད། གར་གྱི་གནས་ལ་ན་འང་ད་དེའི་འབྲེལ་པ་དོན་ཚན་ན་ཡོད་པ་ནང་བཤད་རེད། མཐོང་བ་དང་བསྒོམས་པའི་སྤང་བར་བྱ་བའི་གཟུང་བ་དང་འཛིན་པའི་རྣམ་པར་རྟོག་པ་བཞི་བོ་གཙང་བཤད་རེད། དེས་འདི་རྩོམ་པ་འདི་ལ་མཐོང་སྤང་གི་ངོ་བོར་གྱུར་བ་དང་སྒོམ་སྤང་གི་ངོ་བོར་གྱུར་བ་བཞག་ཡིན་ཙང་སྦྱོར་ལམ་གྱི་ངོ་བོ་ཡིན་སྟབས་བསྟན་རྩ་བ་ཉིད་ནི་མི་འདུག་ཟེར་ནས་དབང་དུ་བཤོལ་ཡིན། ལ་སོགས་བརྒྱད་ལ། དེ་ནས་དེ་རང་དང་འཕྲོས་ནས་ང་ཚོས་ཀྱིས་དེ་ཕྱིས། ཕལ་ཆེར་ང་རང་གོ་བ་ལེན་ཐབས་མ་ནོར་བས་ན་ད་ལྟ་དེ་རྟོགས་པ་བཞི། རྟོགས་པ་བཞི་དེ་ང་ཚོས་ཀྱིས་ཀུན་ཉོན་གཟུང་རྟོག་གི་ཨ་དང་ང་ཚོས་ཀྱིས་སྦྱོར་ལམ། དྲོད་ཀྱི་བར་མགོ་སྙོམས་པར་བྱས་ཅིག་བྱས་དེ་ནས་རྣམ་བྱང་གཟུང་རྩོལ་དེ་ཨ་ནི་རྩེ་མོ་གི་བྱས།

རྣམ་བྱང་ཟུང་རྟོག་དང་རྫས་འཛིན་རྟོག་པ་རྟག་འཛིན་རྟོག་པ་དེ་ཚོ་ནི་སྒོ་སྒོ་མི་ནོན་པའི་རྒྱུ་མཚན་འདྲ་བོ་ཅིག་ག་འདི་ཅི་ལ་ཐུག་གིན། ལའོ། ད་དེ་ཕལ་ཆེར་རྟོག་པ་བཞི་པོ་དེ་དམིགས་ཡུལ་དང་སྒོ་དེ་འདྲས་ཀྱི་དབང་གིས་རོ། རྟོག་པ་བཞི་པོ་དེ་ལ་མངོན་གྱུར་བ་ཉམས་མེད་པར་བྱེད་ཡ་ལ་ཕལ་ཆེར་དཀའ་ལས་ཁག་ལོས་ཡོད་ས་རེད་ཉམས་མེད་པར་བྱེད་ཡ་ལ། དེ་ཡིན་དུས་ཙམ་པ་བརྗོད་ལུམ་གྲོལ་གྱི་གནས་སྐབས་སུ་སྐུ་བརྙན་ཟུང་རྟོག་མངོན་གྱུར་བ་ཉམས་མེད་པར་བྱེད་ཐུག་གི་རེད་དེ་རྣམ་བཞག་ཟུང་རྟོག་མངོན་གྱུར་བ་ཉམས་མེད་པར་ཕལ་ཆེར་བྱེད་ཐུག་གི་ཡོད་ས་མ་རེད་རྟོག་པ་ཞིག་གིས་ཁོ་རང་གི་དམིགས་ཡུལ་དང་སྐུ་འཛིན་ཚོལ་འགྲོ་བོ་དེ་འདྲས་ཀྱི་ཆ་ནས་ཨ་ནེ་སྔོན་རྒྱལ་བ་ཉམས་མེད་པར་བྱེད་ཡ་ལ་བྱེད་དཀའ་ལོས་ཡོད་རེད། དེ་ཡིན་དུས་བསམ་པ་སྦྱོར་ལམ་ཞིག་གིས་རིམ་པ་བཞིན་དུ་བྱེད་པ་མ་གཏོགས་སྦྱོར་ལམ་གྲོལ་གཅིག་པུ་གིས་བཞི་ཀ་དུས་གཅིག་ཏུ་སྔོན་རྒྱལ་བ་ཉམས་མེད་པར་བྱེད་ཐུག་གི་མ་རེད།
དེ་དེ་ནས་དྲི་བ་ཐ་མ་ཞུ་ཆོག་དེ་ནས་དེ་ཨ་ན་རྟོག་པ་སོ་སོ་ཀྱི་ངོ་བོ་བཤད་པའི་སྐབས་དེ་ལ་རྒྱལ་ལ་གདངས་ཚོས་ཤེས་སྒྲིབ་ཀུན་འབྱུང་གཟུང་རྟོག་དེ་དང་དེ་ནས་རྣམ་བྱང་གཟུང་རྟོག་གཉིས་ཀྱི་མཚན་ཉིད་མ་བཞག་པའི་སྐབས་དེ་ལ་རང་གི་དམིགས་ཡུལ་དུ་སྐྱོན་ཉོན་ཕྱོགས་ཀྱི་ཆོས་ལ་དམིགས་ནས་ལུང་བཅད་ཅིང་རིགས་སུ་བདེན་པར་འཛིན་པའི་ཆ་ནས་བཞག་པའི་བདེན་འཛིན་དེ་ཨ་ནི་ཀུན་ཉོན། གཟུང་རྟོག་ཅན་རང་གི་དམིགས་ཡུལ་དུ་རྣམ་བྱང་ཕྱོགས་ཀྱི་ཆོས་ལ་དམིགས་ནས་ལུང་བཅད་བྱེད་ཀྱི་རིགས་སུ་བདེན་པར་འཛིན་པའི་ཆ་ནས་བཞག་པའི་བདེན་འཛིན་དེ་ལ་ཨ་ནི་རྣམ་བྱང་གཟུང་རྟོག་ཟེར་ལ་དེ་འདྲའི་ཤེས་ཡོན་དུ་གབ་ལ། ད་ལྟ་དེའི་རྒན་ལགས་དེའི་ནང་ལོ་ར་གཙོ་དེ་བདེན་འཛིན་དང་མ་ང་ཚོས་ཀྱི་འཛིན་པ་དག་རྐྱང་རྐྱང་འདྲ་བོ་ཞིག་དེ་འདྲའི་འདྲ་ཞིག་ང་རང་ཁོག་ལེན་དེ་བྱེད་ལ་དེའི་མདུད་ང་ཚོ་ལེགས་བཤད་གསེར་ཕྲེང་འདྲ་བོ་ཞིག་དེ་འདྲའི་ནང་ལོ་ཡིན་ན་ང་ཚོས་ཀྱི་འཛིན་པ་བདེན་འཛིན་འམ་འཛིན་པ།

ང་ཚོས་ཀྱི་རྟོག་པ་ཞིག་གི་ཡུལ་དེ་ལས་གཟུགས་ཅན་གྱི་ཆོས་ཨ་ནི་ཕུང་པོ་ཁམས་སྐྱེ་མཆེད་རྐྱང་རྐྱང་འདྲ་བོ་ཞིག་གཟུགས་ཅན་གྱི་ཆོས་གསུངས་དེའི་འདུག་གི་འདུག་རྒྱལ་ལགས་ཀྱི་བར་དེ་ལས་འཛིན་པ་རྐྱང་འཛིན་པ་དང་བདེན་འཛིན་འདྲ་བོ་ཆེ་དེ་འདྲ་ཞིག་ང་རང་ལ་གོ་ལེན་འདྲི་ཡོད་འདུག་ཨ་ནི་དེ་དེ་ནང་འགལ་འདྲ་བོ་ཆགས་ཀྱི་མེད་ན་ལ་ཞོན། འདི་མ་གདའ། འཛིན་པ་ཟེར་དུས་ར། དམིགས་ཡུལ་དེ་ག་རེ་ལ་དམིགས་ནས་བསྒྲིགས་བ་ར་གཟུགས་དང་ཕུང་པོ་དང་ག་རེ་ལ་དམིགས་ནས་ར་དེ་ལ་དམིགས་ནས་ལུང་སྐྱེ་མཆེར་བདེན་པར་འཛིན་པའི་བདེན་འཛིན་ཟེར་ཏེ་བདེན་འཛིན་ཁོ་ན་ཞིག་པར་འཛིན་པ་ཅིག་ར་དམིགས་པ་ག་བ་ལ་དམིགས་བོ་རེད་ཟེར་ཏེ་གཟུགས་སོགས་དང་དུ་སོགས་ལ་དམིགས་ཆོག་གོ་རེ་སྐུ་ཉིད་ཕྱོགས་ཀྱི་ཆོས་ཀྱིས་བསྡུས་པའི་གཟུགས་སོགས་དེ་གས་ལ་དམིགས་དེ་ལུང་སྐྱེ་མཆེར་བདེན་པར་འཛིན་པ། དེ་འཛིན་པ་འཛིན་པ་ཁོ་ན་ཡུལ་ཅན་ཆགས་གོ་རེ་ད་འཛིན་པ་ཟེར་འདི་སྐབས་འདིར་དེ་ར་དམིགས་ཡུལ་དེ་གཟུགས་སོགས་དེ་གས་རེད། ལ་སོ། ལ་སོགས་ཀྱི་ཨ་ཀ་རིན་ཆེན།

ཨ་བ་ལགས་སོ།
དགེ་ལགས་ལ་བཀྲ་ཤིས་བདེ་ལེགས་ཞུ། དེ་ནས་ད་ངས་དྲི་བ་འདི་ག་རེ་ཡིན་ཟེར་ན་སྐབས་འདིར་དགེ་ལགས་ཀྱི་རྟོགས་པ་བཞིན་རྣམ་གཞག་ཡིན་འདི་ད་ལྟའི་ཤེས་སྒྲུབ་དང་ཉོ་སྒྲུབ་ག་རེ་ཡིན་མིན་དང་འབྲེལ་བ་ཆེན་པོ་ཅིག་འདུག་དེ་འདི་ད་དགེ་ལྡན་པ་དང་ང་ཅག་གཉིས་མ་བར་རིགས་ལ་ད་ལྟའི་སྒྲིབ་པ་ངོས་འཛིན་དང་ལྟ་བའི་དགག་བཞག་ད་མང་པོ་ཅིག་དང་འབྲེལ་བ་ཡོད་དེ། སྐྱོན་བརྗོད་ནང་ལོགས་ལ་རྒྱུས་མངའ་ཉེ་བར་ཞི་དོན་དུ་འབྲས་བུར་རྨོངས་པ་བཟློག་མི་བྱ་ཞེས་པའི་སྐབས་སུ་དེའི་སྐབས་སུ་ང་ཚོ། ཀིར་ཏུ་སེར་སྐྱའི་བློ་རྟོག་པའི་ངོ་བོ་གྱུར་བ་འདི་ཚོ་དེ་ཧ་ལོ་མེ་ནོར་རྨོངས་པ་ཡིན་པའི་སོགས་འདྲ་བོ་ཅིག་རྒྱ་གཞུང་ནོར་དེའི་ཐད་ཀར་དུ་རུ་བ་སེམས་བསྐྱེད་ཀྱི་ངོ་བོ། ནས་དངོས་རྟོགས་ཀྱི་ཁོ་རང་ནང་ལ་རྒྱ་ལ་སོགས་ལ་ཆགས་པ་འཕྲ་ཟེར་སྐབས་སུ་ཆགས་པ་འཕྲ་མོ་བརྒྱུད་ཡིན་པའི་གསུང་གྱི་གོང་བུ་མཐོན་མདོག་གི་བློ་དེ་རུ་བ་དེ་ཡིན་འདི།

དེ་བྱིས་པ་གྱེར་པའི་ཤིས་བྲི་དེ་ག་འདྲའི་འདྲ་བོ་ཅིག་བྱ་དགོས་རེད། ད་དེ་ཡིན་དེ་ཨོ་ད་དེ་ཡིན་དེ། རང་ངོས་ནས་བྲི་བར་འཛིན། བྲི་བར་འཛིན་ཚུལ་དང་རང་ངོས་ནས་བྲི་བར་སྣང་ཚུལ། དེ་གཉིས་ཀྱི་ཁྱད་པར་འདྲ་བོ་གཙོ་བོ་ག་རེ་བྱ་གི་རེད། རྟོགས་པ་ཡིན་ན་རང་ངོས་ནས་བྲི་བའི་སྣང་བའི་ཆ་ཀྱང་འཛིན་པའི་ཆ་གི་མ་རེད་ཟེར་དེ་འདྲའི་གསུང་གི་འདུག་ཨ། དེ་ཡིན་དེ་ད་དེ་ཚོགས་དང་འབྲེལ་བའི་སྐོར་ཁྱེད་ཀྱི་བསམ་ཤེས་ཀྱི་གནང་རོགས་ཅེས་ཟེར་ཞུ་བས། ཨ་ནི།
ཤི་བར་གྱུར་རིགས་ཤི་གྲབས་ད་མ་ཐོན་རྒྱུ་ལུགས་ཞར་བྱས་ན་ཤི་བར་གྱུར་རིགས་ཤི་གྲབས་ཡོད་གསུང་བ་རེད་ར། ད་ཤི་བར་གྱུར་རིགས་ཤི་གྲབས་ཡོད་ད་ཡོད་རེད་དེ་ཤི་བར་གྱུར་རིགས་ཤི་གྲབས་དེ་ལ་སྡེ་མཚན་དང་རང་ངོས་ནས་གྲུབ་པར་བརྩི་བའི་འཛིན་པ་བསྟན་ཟ་བ་ཉིད་ནས་བྱ་གི་མ་རེད། ད་ཤི་བར་གྱུར་རིགས་ཤི་གྲབས་ག་འདྲས་སུ་བྱ་གི་རེད་ཅེས་ཏེ་སྡེ་གཉིས་ངོ་བོ་ཐ་དད་དུ་འཛིན་པའི་དྲི་མ་ཚད་ཅིག་བཞག་ཡོད་རེད། བདེན་པ་གཉིས་ངོ་བོ་ཐ་དད་དུ་གྲུབ་པར་བརྩི་བའི་འཛིན་པ། ད་དེ་འདི་སྡེ་གཉིས་ངོ་བོ་ཐ་དད་དུ་གྲུབ་པར་འཛིན་པའི་འཛིན་པ་ཚད་དེ། ཨ་ནི་ཤི་གྲབས་ཁྲ་མོ་ད་ཤི་གྲབས་རེད་ཟེར་དེ་གཉིས་བདེན་པ་གཉིས་སྔོག་ཚོམ་དུ་གཅིག་ཆར་དུ་གསར་དུ་མཐོང་བ་ལ་བར་དུ་གཅོད་བྱེད་ཀྱི་སྒྲིབ་པ་ད་དེ་འདྲས་ཞིག་བཞག་བར་ད་ཤི་བར་གྱུར་རེ་ཤི་གྲབས་དེ་རེད་གསུང་བ་རེད། དེ་གཅིག་རེད་ར་ལ། དེ་ནས་ད་བདེན་པར་སྣང་ཚོར་དང་བདེན་པར་འཛིན་ཚོར་ད་དཔེ་ཁྱད་པར་ཆེན་པོ་ར། བདེན་པར་སྣང་ན་བདེན་པར་འཛིན་པའི་རྟེན་ཟ་བ་ཉིད་འདི་ཁྱབ་གི་མ་རེད་ང་ཚོ། སོ་སོའི་སྤྱི་བོའི་རྒྱུད་ཀྱི་སྔོ་འཛིན་མིག་ཤེས་དང་དེ་ཚོ་ཚང་མ་ལ་བདེན་སྣང་ཡོད་རེད་དེ་ཁོ་བདེན་པར་འཛིན་གི་མ་རེད་ར། དེ་ནས་ཁྱེད་ཀྱི་ཐང་གིས་དེ་གཅིག་གསུངས་སོང་ར་རྟོག་པ་ལ་ཕལ་ཆེར་བདེན་པར་སྣང་ཡིན་ཁྱབ་བསལ་ད་དེ་གཅིག། ཡང་ཡིག་ཆ་ཐུན་མོང་མ་ཡིན་པར་བྱེད་འབྲེལ་དང། ཡང། འདི། ཕལ་ཆེར་རྟོགས་པ་ཡིན་ན་བདེན་སྣང་ཡོད་པས་ཕལ་ཆེར་མ་ཁྱབ་གསུང་བ་རེད། བྱང་སོར་རྒྱུན་མཐའ་འོད་གྱུར་གྱི་ཀུན་རྫོབ་སེམས་བསྐྱེད་ཅེས་པ་ར་དེ་ཀུན་རྫོབ་སེམས་བསྐྱེད་དེ་རྟོགས་པ་ཆགས་བདེ་བ་ར་དེ་ལ་ནི་འདི་མེད་སླ་བ་རེད་ནི་བདེན་སྣང་མེད་སླ་བ་རེད་དེ་འཁྲུལ་གཞི་མ་རེད་གསུང་བ་རེད། དེ་ཡིན་དུས་བརྩམས་པ། རེད་རེད་ཨོ་ད་དེ་ལ་སོགས་དག་འདྲི་བར་བྱེད།
ནི་སློབ་དཔོན་ཚུལ་ཁྲིམས་དར་རྒྱས།

ཞེས་པ་ཅིག།
གར་ས། སྦྱོར་ལམ་གྱི་གྲངས་ཡིན། སྦྱོར་ལམ་མཉམ་གཞག་ཡེ་ཤེས་ཀྱི་གྲངས་ཡིན་ར། སྦྱོར་ལམ་པ་ཁོ་རང་གྱི་ལ་ཟེར་བར་ད་ངེས། རེད་རེད། འོ་ཁོ་རང་གི་བར་ན་ད་སྤྲོས་ཀྱི་ད་སྤྲོས་ཀྱི་ངོ་བོར་གྱུར་པའི་སྦྱོར་ལམ་སྟོང་ཉིད་རྟོགས་པའི་ཤེས་རབ་ཅིག་གོ། རེད་རེད། དེའི་གྲངས་བའི་སྐད་ཅིག་ཇི་ཐོབ་ལ། ཨ་ནི་ཆོས་ཐམས་ཅད་སྒྱུ་མ་དང་རྨི་ལམ་ལྟ་བུའི་སྣང་བ་ཅིག་ཡོད་དེ་ཡོད་མ་རེད། ད་བརྟེན་པར་མི་བྱ་སྣང་བ་ལྟ་དུ་མ་གྲུབ་པ་སྒྱུ་མ་ལྟ་བུར་རྟོགས། སྣང་བའི་སྣང་བའི་ཤེས་པ་ཅིག་གོ་ར།
ཡོད་ཆོག་གོ་རེད། འོ་རྩམ་པ་ལ་དེ་འདྲ་བའི་སྣང་བ་སྣང་བའི་ཤེས་པ་དེ་འདི་རྟོགས་པར་བྱེད་པ་གང་ཡང་མ་ར།

ལགས་སོ། དྲི་བ་དཔེ་མང་པོ་འདུག། དེ་ནས་གོ་སྐབས་བྱུང་ན་རྗེས་ལ་གནང་རོགས་ཅེས་དྲི་བ་ཞེ་དྲག་མེད་ན་ད་ད་ལྟ་གཅིག་རང་དང་ད་དང་པོ། དང་གི་གླིང་སློང་བའི་གསུང་ཡ་དེ་དེ་ཏི་སི་ཆེ་ཁྱེད་ཨ་ནུ་དྲི་བ་དེ་དང་ཁོང་གི་གསུང་ཡ་དེ་ད་ད་ཏི་སི་གོ་རེད་ལི་ཁི་སེ་ཁྲེང་གི་རྟོགས་པ་བཞི་པའི་སྐབས་སུ་ཨ་ནི་གཟུགས་ཀྱི་ཤེས་པ་དེ་དང་འགའ་འགྲོ་གི་འདུག་སེ་འཇིག་གནང་གི་འདུག་བ་གན་ཁྱོད་རང་ད་ད་དེའི་ནང་ལོགས་ལ་ཡོད་རེད་ལ་སེ་ཁྲེང་ནང་ལོགས་སྐབས་དེའི་བཟུང་བ་དང་འཛིན་པ་ཟེར་ན་ལོངས་སྤྱོད་པ་པོ་དང་སྤྱོད་བཞག་ལ་བྱེད་དགོས་གི་རེད་ཟོ་རེད། རྫས་འཛིན་རྟོག་པའི་དམིགས་ཡུལ་དུ་གྱུར་པའི་རྫས་འཛིན་ལ་ཡིན་གྱི་མིན་གྱི་ཤེས་པ་ཡིན་མ་གོ་བ་དེ་རྣམ་ཤེས་ནང་ལོགས་ལ་ཡང་ལི་གེ་ཡོད་རེད་བ་དང་ཟེར་ལྟ་བུ་འོ་དེའི་སྐོར་ལ་དྲི་བ་བྱ་བར་རྒན་གྱིས་དེ་དེ་ཟེར་ཞེས་བྱས་ད་ད་ལྟ་དེ་དང་འབྲེལ་ནས་ཉུང་ཉུང་ཅིག་ཤོད་ཡག་ཡིན་རྣམ་ཤེས་ནང་ལོགས་ལ་རྫས་འཛིན་རྟོག་པའི་རྫས་འཛིན་ལ་དམིགས་རྫས་འཛིན་གྱི་རྫས་ཡུལ་ལ་དམིགས་ཞེས་པའི་གི་རྫས་ཡུལ་དང་བཏགས་ཡུལ་ཟེར་ནས་འདིར་ཅིག་ཡོང་གི་ཡོད་རེད་བ། འདི་ལ་བསྡུ་བ་ལས་ཤེས་པའི་རྫས་ཡུལ་དང་བཏགས་ཡུལ་ལ་བཞག་ན་འགྲིག་གི་ཡོད་མ་རེད་ག་རེ་རེད་ཟེར་ན་རྫས་འཛིན་རྟོག་པའི་ཡུལ་ངོས་འཛིན་བྱེད་ཡོང་དུས་བདག་རང་ངོ་ཆེ་དང་ཟེར་དུས་གང་ཟག་རང་ཆེ་ཐུབ་པའི་རྫས་ཡུལ་དུ་གྲུབ་པ་འདི

ད་ལྟ་མཐོང་ལམ་དཀར་ས་བརྗོད་ལམ་བཞི་དུ་སྤངས་བྱས་ནས་བདེན་འཛིན་མངོན་གྱུར་པ་མཉམ་མ་བབས་བཟོ་ཟེར་ཡང་དེ་ལ། བདེན་འཛིན་གྱི་ཡང་མངོན་དུ་གྱུར་ཚར་བའི་གཞུག་གོ་དེ་ལ་དེ་ཕངས། དཀར་ས་གོ་རེ་ད་ཡང་བསྐྱུར་ལྡོག་ཕྱོགས་ཡ་འདི་བྱས་ནས་ལྡོག་ཕྱོགས་མངོན་དུ་གྱུར་ནས་དེ་མེད་པར་བཟོ་དགོས་ཡས་ན་བཟོ་ཡ་ལ་འབའ་ཚུལ་དྲག་པོ་དགོས་ཀྱི་ཡོད་རེད། བྱས་ན་དེ་ཡོང་དེ་གང་ལ་ད་ལྟ་བརྗོད་ལམ་བཞི་པོ་སྤངས་བྱས་ནས་དེ་དག།

ལང་ཤེས་སྦྱོར་བ་དང་སྣང་ཆའི་སྦྱོར་བ་མ་གཏོགས་གཞི་ཤེས་སྦྱོར་བ་མི་ཤེས་ཏེ་གཞི་ཤེས་སྦྱོར་བ་རང་ལྡོག་ནས་ཉན་རང་ལ་ཡོད་ཡིན་ཙང་ནི་ཁོ་ལ་ཆེད་ཚན་ཁྱད་པར་དུ་འཕགས་པའི་ཆེད་ཚན་ཤེས་དགོས་པ་མི་འདུག་གསུངས་རོགས་པ། རེད་རེད། བྱས་ཙང་དཀོན་ཏེ། ཐེག་ཆེན་གྱི་གཞུང་ལ་དེ་ཐུན་མིན་གྱི་སྦྱོར་བ་ལས་ཕྱི་པ་ཕ་ཚུལ་ཤེས་ཡོངས་འདུ་ཙམ་པ་ལ་རྟོག་པ་བདེན་ཚུལ་སྒོ་ནས་བཤད་རོགས་པ། ལ་རེད། ད་དེ་རྟོག་པ་དེ་ལ་ཤོར་བ་དོན་དུ་འཛིན་པའི་རྟོག་པ་བཞག་མི་དགོས་ད་དེ། ཨ་ནི་ཉན་རང་ལ་དཔང་ཡག་ཡོད་རོགས་པ་སེ་རང་རྗེས་ལ།

སྦྱོར་བ་བར་ཆད་མེད་ལམ་འགྲོ་བ། བར་ཆད་མེད་ལམ་འདི་ཡི་ད་རྟོགས་པ་བཞི་སྟེ། རགས་པ་དགུ་ནོན་བྱེད་རེ་གསུངས་སོང་ང། ད་འདི་དཔེར་ན་བདེན་འཛིན་མངོན་རྒྱུ་བདེན་འཛིན་མངོན་རྒྱུ་བ་སྐྱེ་བའི་དགུ་སྐབས་སྤྱོད་ཡོངས་བཅོམ་པ་དེའི་ཚེ། ཨ་ནི་དེ་དང་རིགས་མཐུན་གྱི་རྟོགས་པ་ཚང་མ་ཨ་ནི་མངོན་རྒྱུར་སྐྱེ་བའི་དགུ་སྐབས་བཅོམ་རྒྱུ་རེད་དམ་བྱུང་གི་མ་རེད། ལ།
རྟོག་པ་དེ་དང་མཐུན་པའི་རོ་བ་སྒྲ་དོན་འདྲེས་འཛིན་གྱི་རྟོག་པའི་རིགས་ཐམས་ཅད་མངོན་གྱུར་དུ་སྐྱེ་བའི་གོ་སྐབས་བཅོམ་གི་རེད་དམ་བཅོམ་གི་མ་རེད། བཅོམ་ངེས་དེ་གང་ག་གསལ་བོ་ཆ་མ་ཟུག་གི། དཔེར་ན་ཐེག་ཆེན་མཐོང་ལམ་སྡུག་བསྔལ་ཆོས་བཟོད་ཀྱི་རོ་བ། དྲོད་ཀྱི་བདེན་འཛིན་མངོན་གྱུར་བ་བཞི་སྐྱེ་བའི་གོ་སྐབས་བཅོམ་པ་རོ་བ། བཅོམ་རེད་བཅོམ་རེད། བཅོམ་པ་དེའི་ཚེ་དེ་དང་རིགས་མཐུན་གྱི་འཛིན་སྟངས་ཅན་གྱི་གཞན་རིག་གཞན་པ་ཚད་མར་ཞེན་པའི་གི་བློ་རྟོག་པ་ཐམས་ཅད་མངོན་དུ་སྐྱེ་བའི་གོ་སྐབས་བཅོམ་པ་རེད་དམ་མ་རེད།

བདེན་སྟོང་སྒྱུ་མ་ལྟ་བུར་ཞེན་པའི་ཞེན་པ་དེ། ཨ་ནི་དེ་གིས་མངོན་དུ་རིག་སྐྱེ་བའི་གོ་སྐབས་བཅོམ་དང་མ་བཅོམ།
བར་ཆད་མེད་ལམ་དེ་གིས་བདེན་སྟོང་སྒྱུ་མ་ལྟ་བུར་འཛིན་པའི་འཛིན་པ། དེའི་དབང་སྐྱེ་བ་ཉམས་མེད་པར་བྱེད་ཡང་བྱེད་མི་ཡང། ལ། དེའི་དབང་སྐྱེ་བ་ཉམས་མེད་པར་བྱེད་དགོངས་མར་དེ་བློ་དོན་དོན་རོ་བ་དེ། ཨོ་རོ་བ་ལ།
ལ་སོ།
འོན་དེ་ཇི་ལྟར་མཐུན་པ་ཁོ་ར་རེད་མི་འདུག་ཨ་ནི། མ་རེད་མ་རེད་དེ་གཞུ་མེད་མདའ་ལ།
རྟོགས་པ་མངོན་འགྱུར་བར་སྐྱེ་བའི་བར་ཆད་མེད་ལམ་ཅིག་སྐྱེ་ཡོང་དུ་རྟོགས་པ་མངོན་འགྱུར་བར་སྐྱེ་བའི་གོ་སྐབས་བཅོམ་པར་བ་ལབ་དགོས་རེད་ངེས། གྲོགས་པོ་དང་རྟོག་མེད་ལོ་རྟོག་པ་དང་རྟོག་མེད་གཉིས་ཡོང་དུ་བཙན་པ་ལ་རྟོག་པའི་གི་ལོ་རྟོག་མེད་ཀྱི་ངོ་གཅིག་ཡིན་ན་ནིང་ཁོ་ལ་རྟོག་པ་ཡོང་ཡ་ཡོད་མ་རེད་བ། ད་ལྟ་དེ་ཕྱི་དྲོའི་རྟོག་པ་རྐྱང་རྐྱང་རྟོག་པ་ལོགས་ཤིག་བདེན་འཚོལ་རྐྱང་རྐྱང་རོགས། ད་དེ་རྐྱང་དེ་དེ་དུ་རིས་ཐབས་པ་ཚང་མ་རྐྱང་གི་རེད་ཟེར་ན་རྐྱང་གི་མ་རེད་ཟེར། འོ་དེ་འོ་དེ་རེད་འོ་དེ་ད་སྦྱོར་ལམ་མཉམ་བཞག་དེ་རྟོག་པ་ནིང་རེད་གསུང་གི་ཡོད་རེད་བ། རེད་རེད་རེད་རེད། རྟོག་པ་རེད་གསུང་དུ་བཙན་པ་ལ་ད་དེ་ནས་མཉམ་བཞག་ཡང་ཡིན་རྟོག་པ་ཡང་ཡིན་དུ་རྟོག་པའི་འཛིན་སྟངས་ཀྱི་སྣང་བ་དེ་གར་ཕྱིན་སླེབས་གི་ཡོད་མ་རེད།

རྟོག་པ་ཞེས་དང་དྲོད་སོགས་ཞེས་གཅིག་པ་གཅིག་པ་སྤྲད་ནས། མ་རེད་མ་རེད་དེ་མ་རེད།
སྦྱོར་ལམ་དྲོད་སོགས་བཞི་གིས། སྦྱོར་ལམ་དྲོད་སོགས་བཞི་གིས་གཟུང་འཛིན་གྱི་རྟོག་པ་བཞི་སྟེ་མངོན་རྟོག་པ་བཞི་པོ་དེ་རིམ་པ་བཞིན་དུ་མངོན་འགྱུར་བ་ཉམས་མེད་པར་བྱེད་དགོས་པ་རེད། བཅོམ་མགོན་ཡོད་རེད་བ། བཅོམ་མགོན་ཡོད་རེད་བ། བཅོམ་མགོན་ཡོད་རེད་དེ་ཡིན་ནམ་ལ་ད་ལྟ་འདི་གི་སྐབས་སུ་རྟོག་པ་བཞི་དོ་ཆ་ཚང་ལ་ཚིག་གིས་གཟུགས་ལ་བདེན་པར་ཞེན་པའི་ཞེན་རིག་གསུང་དུ་མ་གཏོགས་པའི་ཚད་མར་ཞེན་པའི་ཞེན་རིག་ཟད་ཀྱི་སྐད་ཆ་དེ་མི་འདུག་བ། ཡོད་མ་ཡོད་མ་རེད། ཡོད་མ་རེད་བ། ད་བདེན་པར་ཞེན་པའི་ཞེན་རིག་ལབ་ཏུ་བརྩམས་པ་ལ་དཔེར་ན་བདེན་འཛིན་མངོན་འགྱུར་བ།

ཨ་ནི་ཉན་རང་ལ་ཆོས་ཀྱི་བདག་མེད་མ་རྟོགས་པ། དེ་ནས་ད་ནི། ད་ནི་མངོན་རྟོགས་རྒྱན་དང། ཨ་ནི་འཕགས་སངས་གཉིས་ཏེ་ཆོས་ཀྱི་བདག་རང་ཉན་རང་ལ་ཆོས་ཀྱི་བདག་མེད་མ་རྟོགས་པར་དེ་ནི། བཞེངས་མཁན་གྱི་ནང་ལ་དྲངས་ཏེ་ཡོད་རེད་ཡིན་ནའང་ད་རྩ་བའི་སྐབས་སུ་ད་ནི་ཁྱེད་ཀྱི་དྲངས་ཀྱི་གཟུང་དུ་གཏོགས་པ་རང་རྒྱལ་ལ། གཟུང་བ་རང་བཞིན་མེད་པར་རྟོགས་པའི་བློ་ཡོད་པ་དང་དེ།

དེ་ལྟར་ར་རེ་ད་གེ། ཨོ་དགེ་བཤེས་ལགས་ཨ་ནི་བཀྲ་ཤིས་བདེ་ལེགས། ད་ངས་དྲི་བ་དེ་མདོ་དེའི་ན་རེ་བཟོ་བཞག་མ་དེ་སེ་ཡས་སོ་མ་རེད་བ། ད་ད་ལྟ་གཞོང་ལ་བྲེལ་སོང་ཞིག་གི་ལོང་རིམ་པ་བཞིན་དུ་འབྲས་ཐོང་དེ་ཨ་ནི་གཞུ་ལུད་སོ་སོ་དང་གྲི་མདའ་སོ་སོ་གི་དོན་དུ་པད་ན་མཛེས་ནོ་ཤེས་པ་ཡིན་ནོ་ད་ཚོང་ལོང་ནས་སྒོ་ལང་བར་དུ་ལོང་བྲེལ་བས་རིམ་པ་བཞིན་དུ་སྐད་ཅིག་རེ་རེར་འགྲོ་སྟངས་ཀྱིས་འདུག་བ། དེ་ནང་བཞིན་ད་ལྟ་ང་ཚོ་ཕར་ཞིག་གི་ནང་ལ་དེ་སླེབས་ཡོང་དེ་གཞོང་ལ་བྲེལ་སོང་ཞིག་ལ་ད་ལྟོགས་པ་བསྟེན་ཚུལ

ཀྱི་གཞི་ལྷ་རམས་པ་བསྟན་འཛིན་ཐོགས་མེད་ཁོང་གི་ད་ལྟ་དེ་ནི་རྟོགས་པ་བཞི་གི་སྐོར་དེ་ལ་ནི། གཙང་ཤུགས་དེ་སྤེལ་མ་ས་རྒྱ་ཆེན་པོ་དེ་འདྲའི་གནང་བྱ་ཤི་སྟོང་དེ་གི་རྗོད་ཀྱི་ཁོང་གི་ད་ལྟ་དེ་བསྟན་བཅོས་མངོན་རྟོགས་ཅན་གི་གཞུང་རྩ་ཚིག་ག་ཚད་ཡོད་མེད་དེ་ཚུལ་བདམས་བྱས་ནས་ནི་དེ་རྟོགས་པ་བཞི་ཡི་རྣམ་གཞག་བཤད་བྱ་མཆོག་གི་ནི་ད་མངོན་རྟོགས་ཅན་གི་ཚིག་ག་ཚད་ཡོད་མེད་དེ་གི་རྟོགས་པ་བཞི་ག་ཚད་ཅིག་ཇི་ཞིག་བསྟན་པ་ཡོད་མེད་དེ་ཚང་མ་དེ་ནང་ལ་བཀོད་བྱས་དེ་འདྲའི་སྣང་བཞག་དེ་ནི་རྩ་བའི་གི་གཙང་ཤུགས་ཁོ་རང་གི་བརྗོད་གཞི་འདྲ་བོ་དེ་ནི་བཀའ་འདི་བཟོ་འཛོམས་གོང་ལ་བཞེད་མོད་དང་རྟོགས་པ་ནི་སོ་སོའི་ངོ་བོ

ནི་རྒྱ་ཆེན་པོ་འགྲོ་གྱི་ཡོད་དེ་བ་ང་ཚོ་དུས་ཚོད་ཐུང་ཐུང་འདི་འདྲ་གཅིག་གི་ནང་ལོགས་ལ་བསྟན་པའི་བཟོ་ཐོ་ཡ་གཅིག་དང་འདི་གི་ནང་དོན་ལ་ད་ཅི་བཤད་སྟོང་དུ་བཤད་ཀྱི་གླིང་ཡ་ཙང་གྱི་རེད་བ་མ་གཏོགས་ནི་ཅི་ད་ར་ཚ་ཐོ་ཡ་གཅིག་ལས་ལ་བ་གཅིག་ཡོང་ཡ་གྱི་རེད་མི་འདུག་གང་ཡིན་ཟེར་ན་དཔེར་ན་ང་ཚོ་བཟོ་ཐོ་དང་མཛོ་ཐོ་ཟེར་ནས་བཤད་ཡོད་འདུག་ག་ལ་དེ་ག་ལ་ནི་ཉོན་མོངས་བཟོ་ཐོ་དང་རྣམ་འབྱོར་བཟོ་ཐོ་ཟེར་ཉོན་མོངས་བཟོ་ཐོ་དང་རྣམ་འབྱོར་བཟོ་ཐོ་ཟེར་ཡ་དེ་ལ་ཉོན་མོངས་ཟེར་ཡ་དེ་ལ་ནི་ཀུན་ནས་ཉོན་མོངས། ཀུན་ནས་ཉོན་མོངས་ཀུན་ནས་ཉོན་མོངས་ཤུགས་ཀུན་ནས་ཉོན་མོངས་ཤུགས་ཀྱི་ཆོས་ཨ་ནི་དེ་རྣམ་བྱུང་རྣམ་བྱུང་ཤུགས་ཀྱི་ཆོས་རྣམ་བྱུང་ཤུགས་ཀྱི་བདེན་པ་ད་ཏིག་ནོ་རྣམ་བྱུང་ཤུགས་ཀྱི་བདེན་པ་ཨ་ཚད་དེ་ཚོ་དྲ་དེ་ལ་ཡིན་གང་བྱེད་དོ་ཨ་ནི་པའི་མིག་གི་གར་ཚེ་གོ་རེ། དམིགས་པ་ལ་ཨ་ནི་འབྲེལ་བ་དོན་ཚ་དེ་ཚོ་ནོར་ལུགས་ལ་སྟོང་ཉེར་བཤད་རྒྱ་འགྱུར་འདྲ་བ་ཀྱི་ཤེས་ཡོང་གི་གཞུང་ནོར་ཚད་ན་རྣམ་བྱུང་ཚད་དེ་རྣམ་བྱུང་བདེན་པ་ཚད་དེ་ཚོ་དྲ་དེ་ལ་ཨ་ནི་གར་དེ་འགོག་བདེན་དང་ལམ་བདེན་གང་རུང་ལ་རྒྱག་དགོས་པའི་བཟོ་འདྲ་གཅིག་ཡོང་གི་ཡོ་རེ་དེ་ཡིན་ན་ཡང་འབྲེལ་བ་དོན་ཚ་གི་ཚིག་ཟིན་གི་ནང་ལུགས་ལ་ཡང་ཏིག་གི་ཨ་ནི་རྣམ་བྱུང་ཤུགས་ཀྱི་དེ་ག་རྣམ་བྱུང་ཟུང་རྟོག་གི་དམིགས་པ་ཏིག་གི་ནང་ལུགས་ལ་སྟོང་ཉེར་བརྒྱད་ཀྱིས་བགྲངས་ཡོ་རེ་ད་སྟོང་ཉེར།

ཀྱང་དེ་ལ་མིན་ནི་བདེན་པར་གྲུབ་པ་མཛོད། རྫས་མཛོད་དང་རྟགས་མཛོད་གཉིས་ཀའི་རྫས་ཡུལ་དང་རྟགས་ཡུལ་ལ་མི་འདུ་བལྟོས་ན་བ་ས་སྟེ་རྫས་ཡུལ་དང་རྟགས་ཡུལ་ཚེ་འདི་ངེས་ཏེ་གཏན་ལ་འབབ་དགོས་གི་གནད་འགག་གཅིག་དེས་ཆོག་གོ། དེ་ནས་ཡོད་ས་ཐག་རྫས་རྟགས་ཀྱི་ཁྱད་པར་ཚེ་འདི་ངེས་ཏེ་རྫས་ཡུལ་དང་རྟགས་ཡུལ་ཚེ་འདི་ངེས་ཏེ་ཨ་ནི་ཆེ་མཐོང་རྒྱ་ཁྱོན་ནོར་ལུག་ལ་ད་ཡོད་ས་གཅིག་ལ་ཡོད་རེད་ཡིན་ན་ཡང་ཧ་ཅང་གི་ཁ་གསབ་བོ། དེ་འདྲའི་གཞི་ང་ཚོ་གར་བྱེད་པ་ད་གྲུབ་མཐའ། ཆོས་རྒྱལ་ཕན་ཚུན་གྱི་གཅིག་གྲུབ་མཐའ་ཚང་མིག་གི་གཅིག་གཅིག་གྱུར་དུ།

ནི་དྲི་བ་དེ་གཏིང་ཟབ་པོ་དེ་ནི་གནང་སོང་ནི་རྣམ་པ་ཡོངས་རྫོགས་ནི་ཅི་ད་དེ་གར་གསལ་བོ་རེད་འདི་བགྲོ་གླེང་དེ་དཔེ་མ་ཚོ་བརྗོད་རྒྱུ་ནི་བརྗོད་རྒྱུ་དང་མཐུན་པ་དཔེ་མ་ཚོ་ཡག་མོ་བྱུང་སོང་དེ་ལྟར་བྱས་པའི་དགེ་བའི་རྩ་བ་ལ་བརྟེན་ནས་གཞོན་ནུ་གོང་ས་ཞང་གི་རྒྱལ་ཡོངས་བུ་ཕྱོགས་ཀྱི་ནི་སྐུ་ཚེ་བསྐལ་བརྒྱའི་བར་དུ་བསྟན་ཅིང་ཐུགས་ཀྱི་ཞལ་གདངས་ཐང་ཆེན་ལྷུན་གྱིས་འགྲུབ་པ་དང་ནི་འཛམ་གླིང་ཡོངས་ལ་ཞི་བདེ་དང་ཁོང་གི་ཐུགས་དགོངས་ནང་བཞིན་ཅིག་འགྲུབ་ཐུབ་པའི་ནི་དུས་མི་བསྐྱང་རྒྱུ་གནང་རོགས་གྱིས་ཟེར་ལགས་སོ་ད་ག་རང་དེ་ནི་བགྲོ་གླེང་ཚོགས་ཐེངས་དང་བརྒྱུད་འདུག་ཨེ་ཡིན་ལགས།